ཁ་སང་གི་མཚམས་འདི་ནི། ཚིག་ཁ་ཤས་ཀྱི་ཡ་གངས་ལས་ཡ་ཆེན་པ་ཡིན་ན། འདི་ཡིག་ཕྲེང་གསུམ་བཞི་ཀྱི་ཡ་གངས་ལས་ཡ་དོ་དང། ཁ་སང་ངའི་མཚམས་ཀྱི་བཞག་པའི་འདི་བསྟན་པ་གང་ཡང་མེད་ཀྱང་རང་ལ་ངེས་འབྱུང་དང་སྐྱོ་ཤས་སུས་སུས་སྐྱེས་ཟིན་གྱི་འདིའི་ཡ་ཡིག་ཕྲེང་ལྔ་ཙམ་གྱི་ཡ་གངས་ལས་ཡ་ཕན་གནང་དང། ཁྲམ་པ་རྒས་པའི་གཙོ། གཙོ། ཟེར་བའི་དཔེ་བཞིན་ངེས་ཀྱི་འདུག་ཨེ། དེ་ནས་ཁ་སང་དེ་ངས་མཚམས་བཞག་ཚེ་དེ་ནས་ཡང་ཡིག་ཐེངས་ཁ་ཤས་ཅིག་ཡར་ཕྱིན་པ་རེད། ཁྲམ་པ་རྒས་པའི་གཙོ། ཟེར་བའི་དཔེ་བཞིན། གཞན་གྱིས་བློ་གཏད་བྱེད། འདི་རྙེད་སོང་ང། རྙེད་སོང་ང། འོ་དེ་རེད། རྟག། མི་རྟག་པ་ཡིན་པའི་སྐོར་བཤད་ཀྱི་ཡོད་རེད་ད། མི་ཁྲམ་པ་ཁྲམ་པ་ཚ་བོ་དེ་འདྲས་མི་ལབ་པ་མགོ་མགོ་གཏང་མཁན་མི་ལ་ཡིད་བརྟན་བྱས་མི་འོང་མཁན་མི་སྡུག་ཅག་དེ་འདྲས་འོ་དེ་ཚོ་མི་ཁྲམ་པ་དེ་ཚོ་རྒད་པོ་ཆགས་སོང་ན། དེ་ནི་ག་རེ་ཡོད་རེད་ཟེར་དུས་གང་ལ་འཇིག་རྟེན་གྱི་གཙོ་བོ་ནང་བཞིན་ཆགས་འགྲོ་གི་རེད་འཇིག་རྟེན་གྱི་དཔོན་པོ་ནང་བཞིན་ཆགས་འགྲོ་གི་རེད་ཟེར་བ་དང། མི་ཁྲམ་པ་བཙུན་ཤེས་མཁན་མ་བུན་ཤེས་མཁན་ཞིག་ཡོད་རེད་བ། མི་ལ་མགོ་མགོ་གཏང་གཏང་གཉིས་ཀྱི། དེ་རྗེས་མ་དེ་ལུང་པ་དེའི་ནང་ལོགས་ལ་དཔོན་པོ་ནང་བཞིན་ཆགས་འགྲོ་གི་ཡོད་རེད་ཟེར་བར་ད་དོན་དག་འདིར་ད་ཁྲམ་པ་རྒས་པའི་གཙོ་བོ་ཟེར་བའི་དཔེ་བཞིན་གཞན་གྱི་བློ་གཏད་བྱས་ཏེ་མི་གཞན་དག་ཚོ་གིས་དེ་འདི་ལ་ཡིད་བརྟན་བྱེད་ཀྱི་རེད་གལ་ཆེ་ནི་ཁོ་ཁྲམ་པ་ཡིན་པ་ཧ་གོ་གི་ཡོད་མ་རེད་མི་མང་གིས་ཁོ་ཁྲམ་པ་ཅིག་མགོ་སྒུར་བཏང་གི་ཡོད་རེད་མི་ཤེས་ནས་ཤེས་ཀྱི་ཡོད་གཏོང་གི་འདུག་མི་འཇོན་ནས་འཇོན་གྱི་ཡོད་གཏོང་གི་འདུག་འོ་ཡ་མ་འདི་མ་ལབ་ནས་ལབ་ཡི་གཏོང་གི་འདུག་འོ་དེ་འདྲའི་ཁྲམ་པ་ཁོ་རང་མགོ་སྒུར་བཏང་ཡོད་དུས་ཀྱང་མི་ཚང་མ་མགོ་འཁོར། དེ་ནི་ཁོ་ལུང་པའི་གི་དཔོན་པོ་ཕྱག་འགྲོ་གི་ཡོད་རེད་གསུངས་པར་དེ་འདྲའི་ཕྱིར་མི་ཚང་མས་ཁོ་ལ་ཡིད་བརྟན་བྱེད་ས་དེ་ཕྱག་འགྲོ་གི་རེད་བློ་གཏད་བྱས། བཟང་པོ་དང་བསམ་ཡོད་དུ་བརྩི་བ་ཡང་དུ་མ་ཡོད་ཟོ་ད་དེ་འདྲའི་གི་མིག་རིང་དུ་འཕྲང་པ་དེ་ཚོ་ལ་མི་མང་ཐམས་ཅད་ཀྱིས་ཁོ་བཟང་པོ་རེད་ཁོ་ཡག་པོ་རེད་བསམ་གི་ཡོད་རེད་ཁོས་རོགས་པ་བྱེད་ཀྱི་མེད་ན་བྱེད་ཀྱི་ཡོད་གཏོང་མདོག་རོགས་པ་ག་ཚོད་སྦྱིན་པ་མ་བཏང་ན་བཏང་གི་ཡོད་གཏོང་མདོག་ཚང་མ་བྱས་ཚད་ཐམས་ཅད་དེ་ཡག་པོ་བྱས་ཚད་ཐམས་ཅད་དེ་ཁོས་བྱས་པའི་གཏོང་མདོག་འོ་དེ་འདྲས་ཁྲམ་པ་བྱིན་གྱིས་རྒད་པོ་དེ་ཚོ་འཇིག་རྟེན་གྱི་ནང་ལ་ལྟོས་ར། འཇིག་རྟེན་ཚང་མའི་ཡག་རྐྱང་ནི་ཡག་པོ་རེད་ཟེར་གྱི་དེ་ཕྱག་གྲོང་གི་དེ་འདྲས་མང་པོ་ཡོད་རེད་ཟེར་གི་ད་དེ་འདྲས་འཁྲུལ་ནས་ལབ་གི་ཡོད་རེད་ད་མི་ཚོ་འཇིག་རྟེན་ནང་ལ་དེ་འདྲས་མང་པོ་ཡོད་རེད་ད་ཆོས་ཕྱོགས་ཆོས་ཕྱོགས་ནས་ཀྱང་ད་ཆོས་ཀྱི་ཕྱོགས་ནས་སྐད་ཆ་བཤད་པ་ཡིན་ན། རྟོགས་ལྡན་རྒས་པའི་སློབ་གཉེར་ཟེར་རྟོགས་ལྡན་རྒས་པའི་སློབ་གཉེར། ད་ག་འདྲས་ཟེར་གོ་རེད་དེ་རྟོགས་ལྡན་དགེ་བའི་སློབ་གཉེར་སྲིད་དུས་ཀང་མི་ཁ་ཤས། ཆུང་དུས་ཀང་ནས་སློབ་སྦྱོང་ཡག་པོ་བྱས་ཉམས་ལེན་འདྲ་བྱས་དེ་ཡི་ཚུ་རྟོགས་པ་ཡོད་དེ་འགེ། དངོས་གནས་ཡོད་དེ་འགེ་ཡག་པོ་ཡོད་དེ་འགེ། འོ་དེ་འདྲས་ཡོད་དེ་འགེ་ཚུ་ཡང་དུས་ཚོད་རྒྱུར་འགྲོ་ནས་རྒེ་པོ་དེ་འདྲས་ཆགས་ཚར་དུས་ཀང་ལ་ལོ་བརྒལ་ཚར་དུས་ཀང་ཡང་ཤི་ནས་སློབ་སྦྱོང་བྱེད་ག་འགྲོ་གི་ཡོད་རེད་ཟེར་ཡོད་དེ། འོ་དེ་འདྲས་བྱིན་གྱིས་དེ་འདྲས་ཡོད་རེད་དུས་ཚོད་ད་གང་ལྟར་དུས་ཚོད་འགྱུར་འགྲོ་གི་འདུག་རྟོགས་ལྡན་རྒས་པའི་སློབ་གཉེར་ཞེན་ལོག་རྒས་པའི་སོག་སོག་ཞོག། ཞེན་ལོག་རྒས་པའི་སོག་ཞོག་ཞེན་ལོག་སི་དུས་གང་ལ། འཇིག་རྟེན་གྱི་བྱ་བཞག་འདི་ཐམས་ཅད་ལ། ཚེ་འདི་གི་དེ་ནི་གར་ཟུག་རེད། མཐུན་རྐྱེན་བཟང་པོ་དེ་འདྲའི་མང་པོ་ལ་དགོས་མཁོ་ཡོད་རོ། ཨོ་དེ་འདྲའི་གི་རིགས་ལ་ཞེན་པ་ལོག་ནས་ཞེན་པ་སྤངས་ནས། འཇིག་རྟེན་གྱི་བྱ་བ་ལ་མ་དགའ་ནས། ཅི་ཡག་པོའི་ལམ་ལ་འགྲོ་མཁན་དེ་འདྲའི་ཡིན་པ་ཡིན་ན་ཡང་སྲིད་ཡོད་རེད་ཞེན་ལོག་རྒས་པས། གསོག་འཇོག་དེ་ནི་བྱེད་ནས་ཡང་དེ་ཚོས་ཡང་བསྐྱར་ཚུར་སྡུག་པ་ལ་ཚུར་སླེབས་ནས་བཅའ་ལག་དེ་ཚོ་གསོག་འཇོག་བྱེད་ཡ་དང་མི་ལ་དགོས་མཁོ་བཏང་ཡ་དེ་ཡང་འགོ་ཚུགས་ཀྱི་ཡོད་རེད་ལབ་དེ། ཨོ་ཞེན་ལོག་རྒས་པས་གསོག་འཇོག། སྟོན་པ་དགེ་བའི་ས་བོན་ཟེར་བ་ཟེར་བ་བཞིན་སྟོན་པ་ཟེར་དུས་གང་ལྟར་ངོ་ཚོས་ན་དགེ་རྒན་གསུམ་དེ་འདྲས། ཆོས་སྟོན་མཁན། མི་ལ་མི་དང་ལམ་སྟོན་བྱེད་མཁན། ད Teacher ལབ་ནའི་ཐིག་རེད Master ལབ་ནའི་ཐིག་འདུག་འོ་དེ་འདྲའི་རིགས་དེ་ཚོ་ཡང་སྟོན་པ་དགེ་བའི་ས་བོན་ཟེར། ད་དང་པོ་མི་ལ་ཕ་བསླབ་བྱ་རྒྱག་དེ་འགའི་དགེ་རྒན་ཡིན་དེ་འགའི་ཡག་པོ་ཞུ་ཡོད་དེ་འགའི་བྱེ་མ་དེ་ནི་འཇིག་རྟེན་གྱི་མིག་གི་ས་བོན་ཆགས་ནས་སྤུ་གུ་སྤུ་གུའི་ཨ་ཕ་མ་ཆགས་ནས་དེ་ག་རེད་གསུངས་རེད། འོ་དེ་འདྲས་འགྱུར་འགྲོ་གི་རེད་ཟེར་ཡག་པོ་དེ་འདྲས་སྡུག་ཅག་ཅག་རེད་སྡུག་ཅག་དེ་འདྲས་ཡག་པོ་ཆགས་མཁན་དེ་འདྲས་མང་པོ་ཡོད་རེད་གསུངས་ཡོད་རེད། ཚེ་སྟོད་འཇིག་རྟེན་གྱི་བྱ་བཞག་ཐམས་ཅད་བློས་བཏང་བའི་བྱ་བཏང་ཡང་ཟེར། ཚེ་སྟོད་སི་དུས་གང་ལ་ལོ་ཆུང་དུས་གང་ལ། ད་ལོ་ཉི་ཉི་ཤུ་སུམ་ཅུ་བཞི་བཅུ་དེ་འི་དེའི་སྐབས་དེ་བ་ལ་དེ་ནི་འཇིག་རྟེན་གྱི་བྱ་བ་ཐམས་ཅད་བཏང་ཆོས་དེ་ནི་ཆོས་ཁོ་རང་ཚད་ཁ་ཆེ་ནི་གང་འདི་འདི་གར་སོ་རེད་མིང་དང་ཁེ་དང་གྲགས་པ་དང་དེ་འདྲས་གཏམ་སྙན་གྲགས་དེ་འདྲས་ལ་བསམ་བློ་མ་བཏང་བ་བཞིན་འཇིག་རྟེན་གྱི་བྱ་བ་ཐམས་ཅད་བྱས་ནས་བྱ་བྲལ་གྱི་ལམ་ལ་འགྲོ་མཁན། འོ་དེ་འདྲས་ཡིན་ནའི་ཡང་སྲིད་ཡོད་དེ། ཚེ་སྨད་ལ་རྒྱུ་རྒྱུ་ཟས་ཀྱི་སྲོག་གཅོད་རན་པ་ཟེར་བས་ཚ་ཚེ་སྨད་དེ་བ་བད་ག་ས་ངན་མ་བྱ་བྲལ་བར་དང། འཇིག་རྟེན་བྱ་བྱ་གས་གས་མོ་དགོས་ཟིན་གས་ཆོས་ག་ས་ག་བ་ཆོས་ཤེས་ག་ཆེན་དེ་ནི་ས་ཡ་དུང་བ་དེ་ཚོ་མིང་གོ་དགོས་ཀྱི་ཡོད་མ་རེད་རྒྱུ་ཆ་བརླག་དགོས་ཀྱི་ཡོད་མ་རེད་རྒྱུ་ནོར་ལོངས་སྤྱོད་དེ་འདྲས་གྲོགས་པོ་དང་དེ་འདྲས་དྲ་མ་དེ་འདྲས་ནི་དགོས་ཀྱི་ཡོད་མ་རེད་ཡེ་ནས་ཚད་མས་བལྟས་བ་ལས་ཡོངས་འདུའི་ག་ལ་ཡང་དཔལ་དུ་གྱུར་པ་དེ་ནི་ཡང་ཀོ་པས་འཇིག་རྟེན་གྱི་བྱ་བ་ལ་ཤུགས་ཆེན་པོ་བྱས་ནས་བྱ་གླག་དེ་འདྲའི་ཚོང་རྒྱག་ཚུན་སྲོག་གཅོད་བྱས་འོ་དེ་འདྲའི་ལམ་ལ་འགྲོ་མཁན་དེ་འདྲའི་ཡང་མང་པོ་ཡོད་རེད་སྲིད་པར་བརྟེན། ཚེ་སྟོད་གཞན་ལ་ཆོས་བཤད་བྱས་པའི་སློབ་དཔོན་ཡང་ཚད་མས་མངོན་པ་དང་རྐུན་ཇག་བྱས་པ་ལྟ་བུ་འོ་དེ། ང་ད་དེ་འདྲའི་ག་ཡོང་དོ་ཚེ་སྟོད་ཚེ་སྟོད་ཀྱི་ལོ་གཞོན་དུས་གང་ལ་རེད་ད། ལོ་གཞོན་དུས་གང་ལ་ཁོ་དཔེ་མི་ཤེས་འདྲ་ལབ་པ་ཆོས་བཤད་མཁན་གྱི་སློབ་དཔོན་དེ་འདྲའི་མཁས་པ་ཆེན་པོ་དེ་འདྲའི་རེད་དེ་འདྲའི་དཔེ་མི་ཚེ་ཡག་པོ་བྱེད་མཁན་དེ་འདྲའི་ཡོད་ན་ཚེ་སྨད་བདེ་བ་ལ། ཁྱི་ར་རྒྱམ་མཁན་སེམས་ཅན་གསས་མཁར་སྒྲོག་མཁན་ཁྱི་ར་རྒྱམ་མཁན་རྔོན་པ་དང་རྐུ་མ་དང་ཇག་པ་དེ་འདྲའི་བྱེད་མཁན་དེ་འདྲའི་ཡང་མང་པོ་ཡོད་རེད་སོ་རེད། འཇིག་རྟེན་ལ་དེ་འདྲའི་མང་པོ་མཐོང་ཡ་ཡོད་རེད། ཚེ་སྟོད་བདུད་རྩི་གྱི་མཁན་པོ་ཡང་ཚད་མེད་ཕྲུ་གུ་མང་པོའི་ཨ་ཕ་བྱས་པ་སོགས་ཡོད་ཅིང། ཚེ་སྟོད་གཞོན་དུས་གང་ལ་ཁོ་དགེ་སློང་གི་སྡོམ་པ་ཤོར་དེ་ནི་མཁན་པོ་བྱས་པས་མ་ཟད་ཚིག་པོ་བཤད་མཁན་གྱི་དེ་འདྲ་ཡོད་ནས་ཚད་མེད་དེ་བ་སྤུ་གུའི་ཨ་ཕ་ཆགས་ནས་དེ་འདྲའི་བསྟེན་མཁན་ཡང་མང་པོ་ཡོད་རེད། དོན་དག་ག་རེ་ཟེར་གྱི་ཡོད་རེད། ངོ་ཚོ་འཇིག་རྟེན་འདས་ཀྱི་མི་གཅིག་ཡིན་ན་འཕགས་པའི་ས་ལ་མ་སླེབས་ཀྱི་བར་དུ། ང་ཚོའི་སེམས་འདི་དུས་དང་རྣམ་པ་ཀུན་ཏུ། དེས་མི་རྟག་པ་བསྒོམ་ཡས་དང་དེ་འདྲས་ཡག་པོ་དུས་དང་རྣམ་པ་ཀུན་ཏུ་མ་བསྒོམས་པས་ན་འགྱུར་ཆོག་ཆོག་རེད་ཟེར་ཡས་རེད་ད་དོན་དག་འདིར་དེ་དེ་ཡིན་ཚང་ཆོས་བྱེད་ཀྱི་མིན་པས་ཟབ་ཟབ་བྱེད་ཀྱི་མིན་པས་ཟེར་ཡས་ད་བཀའ་སློབ་འདིར་དེ། ཚད་མས་ཕྲུ་གུ་མང་པོའི་ཨ་ཕ་བྱེད་པ་སོགས་ཡོད་ཅིང་ཚེ་སྟོད་སྡིག་པའི་ལས་ཁོ་ན་བྱེད་པ་ཡང་ད་དེ་ཡང་ཡག་ག་འདིར་དེ། ཚེ་སྟོད་གཞོན་དུས་གང་ལ་སྡིག་པའི་ལས་ཁོ་ན་བྱས་དེ་གའི་ཚེ་སྨད་ལ། དམ་པའི་ལྷ་ཆོས་ཁོ་ན་སྒྲུབ་ཅིང་གྲུབ་པ་ཐོབ་པའམ་ཟས་ཚེ་སྟོད་ལ་ནི་ཀོ་མེད་དེ་སྡུག་ཅག་ཞེ་བོ Drugs བཏུང་མཁན་མི་བསད་མཁན་ཇག་པ་རྐུ་མ་གང་བྱུང་མང་བྱུང་སྤྱོད་པ་བློ་ལྡན་མཁན་དེ་འདྲས་ཡིན་མཁན་དེ་འདྲས་ཚེ་མེད་ལ་དེ་ནི་ཀོ་ངེས་བྱུང་ར་སྐྱེས་དེ་ཆོས་རབ་ཞུ་བཅོལ་ཞུ་ནས་གྲུབ་པ་ཐོབ་མཁན་དེ་འདྲས་ཡང་མང་པོ་ཡོད་རེད་གསུངས་པ་དེ་འོག་ཏུ་གྲུབ་པ་ཐོབ་པའམ་གལ་ཏེ་གྲུབ་པ་མ་ཐོབ་པ་ཡིན་ནས་མིན་ཀྱང། འཆི་ཁར་ལམ་ན་ཟིན་པའི་སྐྱེ་བོ་གོང་འཕེལ་དུ་གྱུར་པ་སོགས་དུ་མ་ཡོད་པ་ཡིན་པས་ད་ལྟ་བཟང་ངན་གྱི་སྣང་བ་སྐད་ཅིག་མ་ལ་བརྟགས་པ་དང་བསྟན་པ་གང་ཡང་མེད་ཀྱང་སོ་དེ་ལྟ་སྟེ། གལ་ཏེ་གྲུབ་པ་མ་ཐོབ་པ་ཡིན་ན་ཡང་ཤི་གང་ལགས་དེ་ལ་ཁོ་དངོས་གནས་ལམ་ན་ཟིན་པ་ཅིག་ཡོང་གི་རེད་གསུངས་རོགས་ལམ་ན་ཟིན་ཟིན་དུས་གང་ལ་ཤི་གང་ལགས་དེ་ལ་ཁོ་གྲུབ་པ་མ་ཐོབ་པ་ཡིན་ནས་དངོས་གནས་དེ་སྲིད་ཤི་གང་ལགས་དེ་ལ་ངེས་འབྱུང་ཡང་དག་པ་ཅིག་སྐྱེས་དེ་ནས་ཕྱི་དུས་གང་ལ་ཆགས་ཤིང་སྤུ་ཚང་མས་སྤོས་ཁོ་ནས་ལྷོད་བློ་ཐག་ཆོད་པོས་གང་ནས་ཤི་སོང་ན་དེ་ཁོ་མ་ངན་སོང་གསུམ་ལ་ལྷུང་གི་མ་རེད་ལབ་ན་སེམས་ཡག་ཡང་ན་བདེ་འགྲོ་གསུམ་ལ་སྐྱེ་འགྲོ་གི་རེད་ད་གལ་ཏེ་ཡག་དེ་ལས་ལྷག་བཟོ་ཡག་སྐྱེས་ནས་དེ་འདྲས་སྐྱེ་སྲིད་གི་རེད་གལ་ཏེ་དེ་མ་བྱུང་བ་ནས་བདེ་འགྲོ་གསུམ་ལ་སྐྱེ་ཡ་ཐག་ཆོད་ཚར་དེ་འོ་བདེ་འདྲས་ཡོང་དེང་གི་སྡུག་ཅག་གི་དཔེ་ན་ཨ་མགུ་ལི་མ་ལ་སེང་གེ་ཅིག་འདུག་ཨ་སོར་མོའི་ཕྲེང་བ། ཚེ་སྟོད་ལ་ནི་ཁོ་སོར་མོའི་ཕྲེང་བར་མི་མང་པོ་ཤི་བོ་བསད་པར་ཚེ་སྨད་ལ་སྐོར་དགྲ་བྱོན་པ་ཆགས་སོང་ངོ། འོ་དེ་ཅུང་དཀའ་བོ་སངས་རྒྱས་བཅོམ་ལྡན་འདས་ཀྱི་སྒོམ་བྱེད་ཆུང་ང་ཅིག་ཅུང་དཀའ་བོ། ཁོ་ཁོ་རང་འཇིག་རྟེན་གྲྭ་བ་བྱེད་སུ་འདུག་གི་ང་གྲྭ་བ་བྱེད་གི་མེད་སོང་ང་སྐྱིད་པོ་བཏང་གིས་ཁོ་རང་ཆང་ས་རྒྱབ་གིས་བུ་མོ་ཉིན་ཐོ་ཆང་ས་རྒྱབ་བསྡད་དེ་སངས་རྒྱས་སྒོམ་བྱེད་རེད་དེ་རྗེས་མ་སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་ཁོ་ལྷ་ཡུལ་ལ་དྲིས་ལྷ་ཡུལ་དྲིས་པས་ལྷ་ཡུལ་བུ་མོ་སྙིང་རྗེ་བོ་ཡོད་དུས་གང་ན་ད་སུ་འདི་ཁྱེད་རང་གི་སྐྱེ་དམན་དེ་དང་ལྷ་ཡུལ་བུ་མོ་དེ་ཚོ་སུ་མཛེས་པ་འདུག་ཟེར་དུས། ཨ་ལྷ་ཡུལ་དེ་ཚོ་མཛེས་པོ་འདུག་ཟེར་ཁོ་སྐད་ཤོར་སོང་བ་དེ་ག་ཚོད་ཀྱི་ཆ་མཛེས་པོ་འདུག་བརྒྱ་ཡི་ཆ་སྟོང་གི་ཚ་འདི་ལྷ་ཡུལ་བུ་མོ་དེ་ཚོ་མཛེས་པ་འདུག་ཟེར་འོ་ད་དེ་འདྲའི་བར་འགྲོ་དུས་གང་ལ་ས་ཆ་གཅིག་ཕ་གི་ནང་ལ་ཁྲིད་ཀྱི་ཡོད་བསྡད་ས་ཞུ་འདི་སུའི་རེད་ཟེར་དུས་བ་དན་ལྷ་དེ་ཚོ་སྐད་ཆ་ཕ་གི་བུ་མོ་ཚང་མ་ཕ་གི་འཚང་ཁ་རྒྱག་གི་ཡོད་རེད། ཁྲིད་དེ་ནི་སྟོང་པ་རེད། དེའི་ནང་ལ་བསྡད་མཁན་སུ་ཡིན་ན་དེ་ངའི་ཁྱོ་ག་ཡིན་ངའི་ཁྱོ་ག་ཡིན་ཟེར་གི་སོང་རེད་ཅེས་ལྷ་ཡི་བུ་མོ་དེ་ཚོ་འཚང་ཁ་རྒྱབ་བསྡད་ཡོད་རེད། དེ་ནི་ཁོ་ལམ་སང་ཡ་མཚན་ནས་ཕ་གི་ཡོང་མཁན་མི་དེ་བསོད་ནམས་ཆེན་པོ་དེ་སུ་ཡིན་ན་ཟེར་བུ་མོ་ཚང་མ་དགའ་གི་འདུག་བསམ་གི་ཡོད་དགོས། རྗེས་མ་ལྷ་ཅིག་དེའི་སླད་དུ་སྐད་ཆ་དྲིས་པ་རེད་ཕ་གི་སུ་བསྡད་གི་རེད་ཟེར་དུས། ཨོ་ཕ་གི་དེ་འདྲ་མ་གི་རྒྱ་གར་འཕགས་པའི་ཡུལ་ལ། སངས་རྒྱས་བཅོམ་ལྡན་འདས་ཁོང་གི་སྐུ་མཇལ་ཅུང་དགའ་བོ་ཟིན་གྱི་ཡོད་རེད། ཁོ་དགེ་ཚུལ་སློང་གི་སྡོམ་པ་ཤོད་སྡོམ་པ་ཡང་དག་པ་གསུངས་སོང་ནས་ཁོ་ལྷ་ཡུལ་ལས་ཁྱེར་བའི་ཁོའི་གནས་རེད་བུ་མོ་དེ་ཚོ་ཁོའི་རེད། ཁོ་ག་དག་ར་བྱོན་ལམ་བཟང་སངས་རྒྱས་ཀུན་ལ་ཕྱིན་ཅིང་ང་རབ་ཏུ་བྱུང་གིས་ཡིན་ལམ་བཟང་སངས་རྒྱས་ལ་ཞུས་པ་རེད་ཟེར་བར་བདེན། འོ་འདི་རེད་དེ་མཚང་རབ་བྱུང་གི་སྡོམ་པ་ཞུ་ཡས་དེ་དགེ་ཚུལ་སློང་གི་སྡོམ་པ་ཞུས་ན་ལྷ་ཡུལ་ལས་ཁྱེར་ད་ལས་ལ་བུར་བདེན། གར་བྱེད་ནས་ཚུལ་ཁྲིམས་ཡང་དག་པ་བསྲུངས་ན་ལྷ་ཡུལ་ལས་ཁྱེར། སྐད་ཐག་ཆོད་རེད། རྒྱ་གར་འཕགས་པའི་ཡུལ་ལ་རྒྱ་གར་དེ་ཚོ་ག་རེ་རེད་ལྷ་ཡི་རིགས་ཡིན་ན་ཞེས་ཟེར་གྱི་འདུག་བ། རྒྱ་གར་དེ་ཚོས་ཆོས་ཅིག་བྱས་ཡོང་དུས་གང་ལགས། ཁྱེད་རྣམ་པ་ཚོ་མཐོང་ཡོད་ཀྱི་མ་རེད། ང་ཚོ་བ་རེད་ན་ཟེར་བསྡད་ཡོད་རེད་བ། བ་ཀའི་མཚོན་རྟགས་དགོངས་རྟགས་དེ་ནི་ཉི་མ་མ་མ་རུབ་ཀྱི་བ་དོ་བ་ཅིག་ལ་དེ་ནི་ཀ་བ་ལི་སི་ཁོང་ཚོས་བཤད་སྟངས་ནི་རམ་རམ་ལི་ལ་དེ་འདྲས་མང་པོ་འཚོ་ཨ་ཡོད་རེད། བྱེད་སྒོ་ཚོ་ནི་དེ་སང་ཉིན་ཉི་མ་མ་ཤར་བ་དོ། ཉེ་གཉིས་མ་ཉེ་བ་ཅིག་རེད་དེ་འདྲས་བ་ཀའི་བཤད་སྟངས་ནི་དེ་རེད། དེ་འདྲའི་ཅི་ཀ་ཨུ་ཚུགས་བཞིའུ་སྐྱབས་ཐུང་གི་ཕྱིར་དེ་ཅ་ཀ་དེ། འོ་དེ་འདྲའི་གི་ཆ་ནས་ཁོང་ཚོ་ལྷ་ཡི་རིགས་རེད་ཟེར་ཡ་དེ་དེ་འདྲའི་མེད་འགྲོ་བསམ་དེ་ལྷ་ཡུལ་ལ་སྐྱེ་ཡ་གི་རིགས་དེ་ཚོ་རྒྱ་གང་མང་པོ་བྱེད་ཐུབ་བོར་དེ། ཚུལ་ཁྲིམས་ཡང་དག་པ་སྲུང་ས་ལྷ་ཡུལ་ལ་སྐྱེ་ཡ་ལས་སླ་པོ་ཡོད་དེ། ཚུལ་ཁྲིམས་ཡང་དག་པ་ཞིག་སྲུང་ན། འོ་ད་ཚུལ་ཁྲིམས་ཡང་དག་སྲུང་བ་ཙམ་གི་འགྲིག་གི་མ་རེད་ལ་རྐང་པ་གཅིག་ག་བ་ཡོད་རེད་ཟེར་ན་འཁོར་བ་ལ་ཡོད་རེད་རྐང་པ་གཅིག་ཞི་བ་མྱ་ངན་འདོད་པ་ལ་ཕ་གའི་གོམ་པ་སྤོས་ཡོད་ནའི་རྐང་པ་གཅིག་འཁོར་བ་ལ་ཡོད་རེད་ད་དེང་སང་ཚུལ་ཁྲིམས་ལ་ཡོད་བཟོད་པ་ཡག་སྦྱིན་པ་ཚུལ་ཁྲིམས་བཟོད་པ་ཟེར་ཨོ་བཙུན་ཡས་དེ་འདི་རེད་དེ་འདྲས་ཀྱི་རྣམ་པ་དེ་འདྲས་མང་པོ་ཡོད་རེད་གང་ལྟར་ཡང་ངས་ཟེར་ཡས་དེ་ཚེ་སྟོད་ལ་སྡུག་ཅག་ཡོད་འགེ་ཚེ་སྨད་ལ་ཡག་པོ་ཆགས་དེ་འགེ་ཚེ་སྨད་ལ་ཡང་ཡག་པོ་ཡོད་ཚེ་སྟོད་ལ་ཡག་པོ་ཡོད་དེ་འགེ་ཚེ་སྨད་ལ་སྡུག་ཅག་ཆགས་གི་རེད་ཨོ་དེ་འདྲས་མང་པོ་ཡོད་རེད་འཕགས་པའི་ས་ལ་མ་སླེབས་ཀྱི་བར་དུ་ངོ་འཛོལ་གྱི་སེམས་དེ་འགྱུར་ལྡོག་ཆེ་པོ་བཞི་བོ་ཅིག་ཡོད་རེད་ད་སྐད་ཅིག་སྐད་ཅིག་གིས་འགྱུར་འགྲོ་གི་རེད་རྐྱེན་གཅིག་འཕྲད་དུ་ལམ་སང་འགྱུར་འགྲོ་གི་རེད་ད་དོན་དག་པས་མ་ཟིན་ཡག་པོ་ལོ་གཅིག་གཉིས་གཅིག་པས་ཡག་པོ་བཞི་བོ་ཡོད་བསམ་བསམ་དེ་འདྲས་ཡིན་ནི་རྐྱེན་གྱིས་ཁྲེལ་ཡོང་དུས་གང་ན་ལམ་བཟང་སྡུག་ཅག་ཅག་འགས་དེ་འདྲས་ཡོད་རེད། ཡང་ཁ་ཤས་སྡུག་ཅག་ཤིའུ་ཡོད་དེ་འགས་རྐྱེན་གྱིས་ཁྲེལ་ཡོང་དུས་གང་ན་ལམ་བཟང་ལོ་གཅིག་གི་རྗེས་ལ་ཁོ་ཡག་པོ་ཆགས་དེ་འགས་དེ་འདྲས་ཡོད། རྒྱུ་མཚན་དེ་ཡི་ཕྱིར་མི་རྟག་པ་སྒོམ་ན་དེ་འདྲས་རེད་ད་རྟག་པ་བསྟན་པ་ཡོག་མར་ད་ཟིན་པོ་རེད། མིན་ཀྱང་ཕྱི་དཀར་ལམ་ན་ཟིན་པ་སྐྱེ་བ་གོང་འཕེལ་དུ་གྱུར་པ་སོགས་དུ་མ་ཡོད་པ་ཡིན་པས་ད་ལྟ་བཟང་ངན་གྱི་སྣང་བ་སྐད་ཅིག་མ་ལ་རྟག་པ་དང་རྟག་པ་དང་བསྟན་པ་གང་ཡང་མེད་ཀྱང། འོ་ད་སྐད་ཅིག་མ་རེད་དེ་ལ་རྟག་པ་སེ་དེ་ར་ཏབ་ཏ་ཏག་གི་ཏག་ཡིན་གྱི་རེད་བ་བའོ་ཏག་གི་བི་བ་དེ་ཡོད་ཀྱི་མ་རེད་རྟག་པ་དང་བརྟན་པ་གང་ཡང་མེད་སོ་ཏག་རྟག་བརྟན་གང་ཡང་ཡོད་མ་རེད་བསྡད་གི་མ་རེད་སྐད་ཅིག་སྐད་ཅིག་གི་རྒྱུ་འགྲོ་གི་འདུག་དཱས་ཨོ་ད་འདི་བོ་ཏོ་ཁ་སང་རོབ་ཙམ་ཞིག་བཤད་པ་ཡིན་ད་འདི་ནི་མ་རེད་རང་ལ་ངེས་འབྱུང་དང་སྐྱོ་ཤས་སུས་སུས་བསྐྱེད་རེད་རང་ལ་ངེས་འབྱུང་དང་སྐྱོ་ཤས་སུས་སུས་བསྐྱེད་དཔེར་ན་སོ་སོ་ལ་ངེས་འབྱུང་བསལ་ཏེ་འཁོར་བ་ངའི་མཐར་བསམ་གྱི་འདུག་ན། ངེས་འབྱུང་དེ་ངེས་པར་དུ་སྐྱེ་དགོས་ཏེ་ངེས་འབྱུང་མ་སྐྱེས་ན་འཁོར་བ་ལས་ཐར་ཐབས་ཡོད་མ་རེད། ངེས་འབྱུང་བསལ་དུས་གང་ལ་འཁོར་བའི་སྡུག་བསྔལ་དེ་ཚོ་ལ་ལྟ་ནས་ཞེ་ལོག་དགོས་ཀྱི་རེད། ཨ་ཙི་དེ་འདྲའི་སྐྱོ་པོ་ཅིག་འདུག་ད་དེའི་ནང་ལ་ད་བསྡད་ན་ད་བསྡད་ས་མ་རེད་ང་དེ་ནས་ཐར་དགོས་འདུག་བསམ་པའི་འོ་བློ་དེ་ལ་ངེས་འབྱུང་ཟེར་ཏེ། འཁོར་བའི་སྡུག་བསྔལ་ཤེས་དགོས་ཏེ་འཁོར་བའི་ཉེས་དམིགས་ཤེས་དགོས་ཏེ། དེ་མ་ཤེས་ན་ངེས་འབྱུང་སེམས་མ་སྐྱེས་ན་ཐར་པར་འགྲོ་བའི་ཐབས་ཁོ་ན་ཡོད་མ་རེད། ངེས་འབྱུང་མ་སྐྱེས་ན་སྐྱེ་ཡོང་པར་དེ་ཚང་ངེས་འབྱུང་སྐྱེས་ནས་དེ་ནི་རབ་ཏུ་བྱུང་བས་ཟེར་ངེས་འབྱུང་སྐྱེས་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བས་ཟེར་ངེས་འབྱུང་སྐྱེས་ནས་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་ཡར་འགྲོ་ཟེར་ཡའོ་དེ་ཡོང་དགོས་ཏེ། ངེས་པར་འབྱུང་བ་ཟེར་ཏེ་ཨོ་ད་འདི་གལ་ཏེ་སྡུག་བསྔལ་གྱི་རྒྱ་མཚོ་དེ་འདྲའི་ཞིག་སྣང་ལ་དེ་ན་ད་ཡོང་ས་མ་རེད་དེ་ནི་ད་ཡར་ཐར་ན་འགྲོ་ན་མ་གཏོགས་ད་འདས་འདས་ནི་ཆོ་མི་འདུག་བསམ་པའི་བློ་འདི་སྐྱེ་དགོས་ཏེ། ཨོ་ངེས་འབྱུང་སུས་སུས་སྐྱེ་སྲིད་དུས་གང་ན་ངེས་འབྱུང་དང་སྐྱོ་ཤས་ཟིན་ན་སྐྱོ་ཤས་ཟིན་ཡས་དེ་རེད་སྡུག་བསྔལ་མང་པོ་མཐོང་འགྱུར་རོ་ཨ་ཚེ་དེ་འདྲའི་སྐྱོ་ཐབས་སྐྱོ་ད་དེ་འདྲའི་ནང་ལ་བསྡད་པ་ལ་ཆོ་ཆོ་ནི་མི་འདུག་བསམ་པའི་སེམས་ཀྱི་ནང་ལ་སྐྱོ་ཤས་དེ་འདྲའི་དེའི་ཚོ་སྐྱེ་དགོས་རེད་ཡག་པོ་རེད་མི་འདུག་བསམ་དགོས་རེད་བསྐོར་བའི་གི་གནས་དེ་ཨོ་དེ་འདྲས་སྐྱེ་སོང་ན་འདི་ཡང་ཡང་དག་པ་སྐྱེ་དགོས་རེད་མ་ད་སུས་སུས་སྐྱེ་སྲིད་དུས་གང་ལ་དེའི་དེའི་ཚོ་སྐྱེ་བ་ཙམ་གི་འགྲིག་མ་རེད། འོ་ངས་ཅུང་དང་སྐྱོ་གཞས་དེ་འདྲའི་ཏིག་ཚི་ཏིག་ཚི་སྐྱེས་པ་ཙམ་གྱིས་འགྲིག་གི་ཡོད་མ་རེད། སུད་སུད་ཀྱི་ལྟར་སྣང་གི་ཆོས་ཞིག་སྒྲུབ་ལོ་བྱས་ཏེ། ཆོས་ཀྱིས་བྱེད་ཀྱི་ཡོད་གཏོང་འདོད། ཕྱག་འཚལ་གྱི་ཡོད་གཏོང་འདོད་ཁ་མཐུན་སྐྱོ་གི་ཡོད་གཏོང་འདོད་ཆོས་བྱེད་ཀྱི་ཡོད་གཏོང་འདོད་དེ་འདྲ་བྱས་པ་ཡིན་ན་ཡང་དག་པར་དངོས་གནས་བསམ་བློ་ཡག་པོ་མ་བཏང་བར་ད་ག་ཟེ་ཉན་གྱི་ཡོད་གཏོང་འདོད་དང་ཆོས་བྱེད་ལོ་དང་གོ་ལོ་དང་ཐོས་ལོ་ཟེར་ཏེ། འོ་དེ་འགྲིག་གི་མ་རེད་གསུང་བ་དེ། འོ་དེ་འདྲས་དང། སྒྲུབ་ལོག་བྱེད་གཞན་འཇིག་རྟེན་པས་བཟང་པོར་བརྩི། འོ་དེ་འདྲས་བྱེད་ཡོང་དུས་གང་ལ་གཞན་དག་འཇིག་རྟེན་པ་ཚོས་མཐོང་དུས་གང་ལ་ཁོས་མགོ་སྐོར་བཏང་གི་ཡོད་རེད་ཁོས་ཆོས་ཆོས་བྱེད་ཀྱི་མེད་ནས་བྱེད་ཀྱི་ཡོད་གཏོང་དོ་བྱེད་ཀྱི་ཡོད་རུང། ཤེས་ཀྱི་མེད་ནས་ཤེས་ཀྱི་ཡོད་གཏོང་དོ་བྱེད་ཀྱི་ཡོད་རུང་ངེས་འབྱུང་སྐྱེ་གི་མེད་ནས། དེ་ལམ་སང་བྱེད་ཀྱི་ཡོད་གཏོང་མིའི་མཐོང་སྣང་ལ་ལྟ་དང་ཨ་ཙི་ཁོ་ལྟ་དང་ག་འདྲའི་རྫིག་པོ་འདུག་ཁོ་དེ་འདྲའི་རྫིག་པོ་རེད་མཐོང་ངོ་འོ་དེ་འདྲས་ཀྱི་རིགས་དེ་ཚོས་བྱེད་ཀྱི་ཡོད་གཏོང་དོ་ཤེས་ཀྱི་ཡོད་གཏོང་དོ། ཆོས་ཉན་གྱི་ཡོད་གཏོང་དོ། འོ་དེ་འདྲས་བྱས་བས་ན་འཇིག་རྟེན་པ་ཚོ་གི་མགོ་ཁོ་ནི་ཨ་ཙི་ཁོ་ཡག་པོ་འདུག་ཨ་ཟིག་གི་རེད་ཟེར་ཏེ། མགོ་སྒོ་དང་མིག་གི་མིག་ཁོ་རང་མགོ་སྒོ་དང་གི་རེད་ཁོ་རང་ཁོ་རང་མགོ་སྒོ་དང་གི་རེད། བཟང་པོ་རུ་བརྩིས་ཏེ་སུ་ཡོན་བདག་དང་སློབ་མའི་ཞབས་ནས་སྟེགས་རྩ་ན་སོ་ཨོ་ད་དེ་འདྲའི་སྐབས་ལ་སྦྱིན་བདག་དང་སློབ་མ་ཚོ་གི་ཨོ་ད་ཁོང་ད་པད་མ་སུ་ཡག་པོ་རུ་དང་སྔོན་ཤོས་ཡང་དག་པ་ཞིག་གི་ཡོད་རེད་དེ་འདྲས་ལབ་ཡོང་དུས་གང་ལ་ཁོ་ཡག་པོ་མིན་པའི་རྟགས་གི་ག་རེ་ཡོད་རེད་དེ་ནི་ཁོ་ངར་རྒྱལ་རྒྱལ་གི་རེད་སུ་ངར་རྒྱལ། ཡང་བདག་དང་སློབ་མའི་ཞབས་ནས་སྟེགས་གཙང་ན་སི་ཏེ་ཀོ་ལ་སྟོད་ར་བཏང་གི་ཡོད་རེད་ཡ། དེ་ཡིས་སུ་སྟེགས་གཙང་ན་རང་གིས་རང་རྒྱུད་ཞིབ་ཏུ་མི་བརྟག་པར། ང་ནི་དེ་དང་དེ་ལྟ་བུ་ཡིན་ནོ་སྙམ་ནས་ཟེར་སོ་སོའི་གི་སེམས་དེ་ལ་བརྟག་དཔྱད་གང་ཡང་མ་བྱས་པ་ཞིག་གོ་ད་ནི་སྦྱིན་བདག་གིས་ང་ལ་སྟོད་ར་བཏང་གི་འདུག་ངའི་སློབ་ཕྲུག་ཚོ་གིས་ང་ལ་སྟོད་ར་བཏང་གི་འདུག་ད་ང་ཡག་པོ་ཡིན་གྱི་རེད་བསམ་སྟེ་ངར་རྒྱལ་རྒྱལ་གི་ཡོད་རེད། དེ་དང་དེ་འདྲ་བ་ཡིན་གྱི་རེད་ཟེར་དུས་ང་མཁས་པ་ཅིག་ཡིན་གྱི་རེད་ང་ཡག་པོ་ཅིག་ཡིན་གྱི་རེད་བསམ་གྱི་ཡོད་ན། མིག་གིས་ཡར་ལྟོས་རེ་བཏང་རྒྱུ་དང། ཡིན་ནོ་སྙམ་ནས། ག་ཚོད་ང་རྒྱལ་གྱིས་རྒྱུས་འབོད་ཟེར་ཏེ། དེ་ནི་ང་རྒྱལ་སྐྱེས་ནས་དེ་ནི་རྒྱུས་འབོད་ཟེར་དུས་ག་ན། དེ་སེམས་དེ་འབོད་འགྲོ། ག་ཚོད་ང་ཚོ་ནི་ང་རྒྱལ་སེམས་ནི་དེ་རེད། ཨུ། ཡ་ཐན་ད། བཙན་རྒྱལ་སྤུ་ར་ཁང་དྲུག་མི་དོ་ང་རྒྱལ་བོད་དོ་དེ་ནི་ཁོ་པའི་མི་སེར་དང་གྲགས་པ་དེ་ཚོའི་བཀའ་འགོ་དེ་འདྲས་འགོ་བྱུང་རྒྱུ་དེ་འདྲས་ནང་ལ་དེ་འདྲས་ཞིག་འགྲོ་གི་མ་རེད། དེ་འདྲས་མ་འགྲོ་ཞིག་དེ་འདྲས་བྱས་ན་ག་བ་ཐར་གི་རེད་ཐར་གི་མ་རེད་བ་དེ་ལྟ་འོ་འདི་ནང་བཞིན་ང་རྒྱལ་གྱི་རྒྱུས་འབུད་ཚར་དུས་གང་ལ་དེ་ནི་ག་ཡིག་ད་ཡོང་ཡ་ཡོད་མ་དང་ང་རྒྱལ་གྱི་གོང་བུ་ལ་ཡོན་ཏན་མི་ཆགས་སོ་འདིར་ད་ང་ཚོ་འདི་པེ་པར་མེད་འདུག་ག་ཤེས་གི་སོས་ཤ་བའི་ལྕགས་རིལ་རིལ་དེ་འདྲས་དུང་གི་ཤུ་གུ་གང་ལ་འདུག་ཤ་ཅོག་ཙེ་གང་ལ་ཤ་ཡ་དེ་འདྲས་ཡོང་གི་འདུག་འོ་འདི་ནང་ཆུ་བླུག་ད་ཐིགས་པ་ཅིག་བལྟས་གི་མ་བལྟས་གང། འོ་དེ་ནང་བཞིན་ང་རྒྱལ་ཡོད་མཁན་གྱི་མི་དེ་ལ་ཡོན་ཏན་སྐྱེ་གི་མ་རེད་ད་དོན་དག་དེར་ལྟ། ང་ཡིན་ཆེན་པོ་ཡིན་ང་ཤེས་ཀྱི་ཡོད་ཡས་རེད་མས་རེད་མི་བསྟོད་ར་བཏང་འདོད་ད་དོ་དེ་བས་ཀྱང་ཁོ་ང་རྒྱལ་ཆེ་རུ་འགྲོ་གི་རེད། ང་རྒྱལ་གྱི་རྒྱུས་བོད་སྣང་བ་འུར་སློང། ངས་གང་བྱས་ཀྱང་ཆོག་སྙམ་པའི་བློ་སྐྱེ་བ་ནི་ཚོ་དེ་སྣང་བ་འུར་སློང་སྲིད་དུས་གང་སྣང་སྲིད་ད་མི་གཞན་དག་ཐམས་ཅད་ཀྱིས་ང་ལ་བསྟོད་ར་བཏང་འདོད་ད་ལྟ་ང་ལས་ལྷག་ག་ཡོད་ཀྱི་མ་རེད་ད་ངས་བྱས་ཚད་གང་པོ་ཐམས་ཅད་དེ་ཡག་པོ་ཡིན་ངས་ག་རེ་ནས་བྱས་ཆོག་གི་རེད་བསམ། ཙེ་འོ་བདེ་འགྲེས་ངར་སྐད་སྐྱེས་ནས་དེ་ནི་ཁོ་བློ་ལ་གཏུགས་འཇགས་བྱས་ནས་དེ་ནི་ཆག་རེད་གསུངས་ཏེ། སྣང་སྣང་བ་འུར་སློང་ངས་གང་བྱས་ཀྱང་ཆོག་སྙམ་པའི་བློ་སྐྱེ་བ་ནི་ཙེ་འོ་ད་ངའི་ཁར་ཕྱིན་ན་འགྲིག་གི་རེད་བསམ་གྱི་ཡོད་ད། ག་བ་འགྲིག་གི་རེད་ཁྱོད་རང་འཕགས་པའི་གང་ཟག་ས་ལ་ནི་སླེབས་ཡོད་མ་རེད་ཁྱོད་རང་གི་བྱས་ཚད་གང་པོ་དེ་ཐམས་ཅད་སྡིག་པའི་ལས་ལ་འགྲོ་གི་རེད། དག་བ་ཆོས་སྐུ་རེད་དེ་ནི་ཆོས་སྐུ་ང་རང་ངོ་མ་ཤེས་ན། བདུད་ཀྱིས་མངོན་སུམ་དུ་བསླུས་པ་ཡིན་ཞིག་ཟོ་དེ་འདྲ་བའི་གང་ཟག་དེ་ང་རྒྱལ་དེ་སྦོས་ཡོང་དུས་གང་ན་དེ་དངོས་གནས་བདུད་དགའ་ར་དབང་ཕྱུག་གིས་ཁོས་ཁོ་ལ་མགོ་སྐོར་བཏང་ཚར་གདའ། ཨོ་ཁོས་ཁི་སིམ་དེ་དག་བེད་ཁོ་རང་བསྒྱུར་ཚར་གདའ་ཁོ་སྡུག་ཇག་རེད་མ་གཏོགས་ཡག་པོ་མ་རེད་མིས་མཐོང་ན་འདྲ་ཡག་པོ་མཐོང་གི་ཡོད་རེད་དེ། ཡིན་ནའི་ད་ཁོ་བདུད་ཀྱིས་བསླུས་པར་མགོ་སྐོར་བཏང་གདའ། བདག་འཛིན་ཡུལ་བུད་ཟོ་ད་ངོ་མ་ཅི་འདི་སྒུག་རོགས།

སྐྱེ་བ་ལེན་པ་གོ་རང་སྡུག་བསྔལ་ཏེ། ཨོ་རྒྱུ་མཚན་དེ་ཡིས་ཆེས་བདག་འཛིན་ཡུལ་བུད་ཟིན་བདག་འཛིན་རྩ་མེད་དུ་བཟོས་གོ་རེད་དཔེར་ན་ཡུལ་འདི་ནི་མི་སྡུག་མི་ཡག་མི་དེ་དང་ང་ཚོའི་དཔེར་ན་དགོན་བྱང་འདིའི་ནགས་ལོག་ལ་མི་བདུད་ལྟ་བུ་ཞིག་སླེ་བས་ན་པགས་ལག་ཚ་བོ་ཞིག་ལས་གང་ཆུ་མོ་ཆུ་ཆེ་གེ་ཡིན་ན་དེ་ཚང་མས་རུབ་བརྒྱབ་ནས་ཁོ་ཐོན་བསྡད་ཆོག་གི་མ་རེད་དཔའ་སྤུས་བ་རེད་ཡུལ་སྤུས་བ་རེད་ད་ཡུལ་བུད་ཟིན་ན་དེ་རེད་དེ། དེ་ནང་བཞིན་ང་ཚོ་ལ་སོ་སོའི་སེམས་དེ་ནང་ལ་ཆགས་ཞེན་བྱེད་དུ་ང་གསལ་བྱས། འོ་འདི་རྩ་མེད་དུ་བཏང་དགོས་རེད་ཡོད་ཕོད་དགོས་རེད་བསྡད་བཞག་རྒྱུ་ཡང་མ་བསྡད། པ་བེད་ཁོ་ན་གཡུག་བཞག་དུས་གམ་དེ་ནི་བེད་བྱ་བྲལ་ཟེར་བྱ་བྲལ་རིན་པོ་ཆེ་ང་ཚོ་སྐྱབས་རྗེ་བྱ་བྲལ་རིན་པོ་ཆེ་དུ་བ་འོ་དེ་ངར་འཛིན་སྤང་བ་ནང་བཞིན་བྱ་བྲལ་ཟེར་ནི་འཇིག་རྟེན་གྱི་བྱ་བཞག་ཐམས་ཅད་སྤང་རེད་ཁོང་ལ་མཚན་སྙན་གྲགས་དགོས་ཀྱི་མ་བསྡད། གཏམ་སྙན་གྲགས་དགོས་ཀྱི་མ་རེད་རྒྱུ་ནོར་ལོངས་སྤྱོད་དགོས་ཀྱི་ཡོད་མ་བསྡད། རྒྱུ་མཚན་ཅི་རེད་འོ་ང་བདག་འཛིན་སྤང་ཚར་བསྡད། བདག་འཛིན་སྤངས་ལྡན་གྱི་བྱ་བྲལ་བ་ཟིན། འཇིག་རྟེན་གྱི་བྱ་བ་ཐམས་ཅད་དེ་བ་སྤངས་ཤར་བས་གསུངས་པ་སྟེ། དེང་སང་བདག་འཛིན་ཡུལ་བུད། བདག་མེད་ཀྱི་ཡེ་ཤེས་སྐྱེ། བདག་མེད་རྟོགས་པའི་ཤེས་རབ་དེར་ཡེ་ཤེས་དེ་རང་གི་རྒྱུད་ལ་སྐྱེས་པ་རེད་བདག་མེད་རྟོགས་པའི་ཤེས་རབ་སྐྱེས་པ་རེད། བདག་འཛིན་ཡུལ་བུད་སོང་ན་བདག་མེད་རྟོགས་པའི་ཤེས་རབ་སྐྱེས་པ་རེད། ད་ལྟ་བདག་མེད་རྟོགས་པའི་ཤེས་རབ་སྐྱེས་ཚར་སོང་ན། དེ་འདྲ་བའི་སྐྱེས་ལྡན་གྱི་གང་ཟག་དེ་ག་རེ་མཐོང་ལམ་མངོན་དུ་གྱུར་བ་རེད་ལམ་ལྔ་ནང་ནས་ལམ་ལྔ་ཡོད་པ། ཚོགས་ལམ། སྦྱོར་ལམ། མཐོང་ལམ། སྒོམ་ལམ། མི་སློབ་ལམ། ལམ་ལྔ་ཡོད་རེད་ཐེག་པ་མེད་པའི་ཉན་ཐོས་ལ་ལམ་ལྔ་རང་སངས་རྒྱས་ལ་ལམ་ལྔ་བྱང་ཆུབ་སེམས་དཔའ་ལ་ལམ་ལྔ་ཡོད་དེ། ལམ་ལྔ་སུམ་བཅོ་ལྔ་ཟེར་ལབ་གི་ཡོད་དེ་དཔེ་ཤེས་ན། གང་ལྟར་ཡང་ལམ་ལྔ་ནང་དང་པོ་དེ་ཚོགས་ལམ། ཚོགས་བསགས་སྒྲིབ་སྦྱང་བྱེད་ས་དེ་ཚོགས་ལམ་རེད། དེ་ནས་སྦྱོར་ལམ་ཟེར་དུས་གང་ལ། སྟོང་ཉིད་རྟོགས་པའི་ལམ་ལ་སྦྱོར་བ་ན་སྦྱོར་ལམ། སྟོང་ཉིད་ཟེར་ནས་འཕགས་པའི་ས་ལ་ཡར་འགྲོ་བསམ་གྱི་འདུག་ན་དེ་ལ་ཡར་འབྱར་འགལ་ཏེ། དེ་ལ་ཡར་འགྲོ་འགྲོ་ནི་པ་ཀོ་གཉིས་མཐུན་འགལ་ཏེ། འོ་དེ་ལ་སྦྱོར་ལམ་ཟེར་གི་རེད། ད་འདི་གང་ལ་ག་རེ་ཡོད་མཐོང་ལམ་རེད། མཐོང་ལམ་ཟད་དེ་ག་རེ་ཟེར་ན་བྱིས་པ་སོ་སོའི་སྐྱེ་བོའི་གནས་སྐབས་ལ། ད་ང་ཚོས་ཡེ་ནས་མ་སྐྱེལ་བ་ལེན་པ་དེ་གྲངས་ཀ་ཞིག་བརྒྱབ་དགོས་ན་ང་ཚོས་གྲངས་ཀ་བརྒྱབ་ཐུག་གི་མ་རེད། ང་སྐྱེལ་བ་ག་ཚོད་ལེན་ཡོད་རེད་ཟེར་སོང་ན། ཆུ་མོ་གང་ག། ཡ་གི་ནི་གངས་རི་ཏི་སེ་ནས་མ་བབས་པའི་ཆུ་མོ་གང་ག། དེ་ནི་མ་ཡོང་ཆེ་ཡ་གི་ཀ་ཤི་མིར། དེ་ནི་མ་ཞིག་མ་སུ་རི་ཏེ་ལི། དེ་ནི་མ་ཞིག་ཨ་ལ་པ། དེ་ནི་མ་ཞིག་བྷ་ར་ན་སི། དེ་ནི་བྷེ་ཨོས་བྷེན་གཱལ། དེ་ནི་བྷེ་ཨོས་བྷེན་གཱལ་རྒྱ་མཚོ་ལ་མ་འགྲོ་གི་ཡོད་རེད་ཆུ་མོ་གང་ག་དེ། ད་ཆུ་མོ་གང་ག་གི་གཡས་གཡོན་ལ་ཡོད་དེ་འགའི་བྱེ་མ་འདུག་གམ། བྱེ་མ་འདི་ཚོ་རྐང་རེ་རེ་གྲངས་ཀ་བརྒྱབ་ཟེར་ན་ད་ད་གྲངས་ཀ་བརྒྱབ་ཐུག་གུར་བས། བྱེ་མ་འདི་སྦ་ར་ཁང་གི་ནི་འདི་གྲངས་ཀ་བརྒྱབ་ཟེར་ན་བརྒྱབ་ཐུག་མར་དེ་ནི་ཆུ་མོ་གངས་ཀའི་གཡས་གཡོན་རེ་གི་ནི་རྒྱ་མཚོ་བ་དག་ཡོད་དེ་གི་དེ་གི་གྲངས་ཀ་བརྒྱབ་པ་ནི་བརྒྱབ་ཐུག་མི་འདུག་དེ་ལས་མང་ང་ངོ་ཚོ་སྐྱེ་བ་ལེན་ཡོད་རེད། དེ་ལས་མང་ང་སྐྱེ་བ་ལེན་དུས་རེད་ད་དུང་འཁོར་བ་ནི་ཡ་ཐར་གི་ཡོད་མ་རེད་རྒྱུ་མཚན་ཅི་རེད་གནས་ལུགས་དེ་རྟོགས་གི་ཡོད་མ་རེད་འོ་དེའི་སྐབས་སུ། རྩ་བ་གཉིས་ནི། མ་མཐོང། མཐོང་མ་མྱོང་སྐད་ཅིག་གསར་པ་མཐོང་བ་དེ་ལ་མཐོང་ལམ་ཟེར། གསར་པ་འགའ་རེ་བདག་མེད་རྟོགས་པའི་ཤེས་རབ་རྟོགས་པ་རེད་དེ། སྟོང་ཉིད་དེ་དོན་མཐོང་བ་རེད་འོ་དེ་ལ་མཐོང་ལམ་ཟེར་ཏེ། འོ་དེ་མཐོང་བ་དེའི་རྗེས་ཐོགས་དེ་མ་ཐག་ནི་དེ་འཕགས་པའི་ས་ཟེར་འོ་ད་འཕགས་པའི་དེ་ཁོང་རྣམ་པ་ཚོ་ལ་འཕགས་པ་ཟེར་ཏེ། འོ་འཕགས་ཀ་ཟེར་འཕགས་ཡིན་ད། འདི་སོ་སོའི་སྐྱེ་བོ་ལས་ཁྱད་པར་དུ་འཕགས་པ་དེ་འཕགས་པ་རེད། འཕགས་པའི་གང་ཟག་དེ་སྟོང་ཉིད་ངོ་མཐོང་ངམ་སླེབས་ཚར་སོང་ན་འཕགས་པའི་གང་ཟག་རེད། ཐེག་པ་དམན་པ་ལ་ཡིན་ན་དེ་བྱ་ཆོག་རེད་ཐེག་ཆེན་ལ་ཡིན་ན་ས་དང་པོ་རབ་ཏུ་དགའ་བ་སླེབས་པ་དང་མཐོང་ལམ་རྟོགས་པ་གཉིས་དུས་མཉམ་རེད། འོ་དེ་འདྲའི་བསམ་བློ་དང་ནི། བདག་མེད་ཀྱི་ཡེ་ཤེས་ཀྱིས་འཕགས་པའི་ས་མ་ཐོབ་ཀྱི་བར་དུ་བཟང་ངན་གྱི་སྣང་བ་ལ་བརྟག་པ་མེད་སྟེར་ཏེ། འཕགས་པའི་གི་ས་ལ་རྨ་ལེབ་ཀྱི་བར་དུ། འཕགས་པའི་གོ་འཕང་མ་སྟོངས་ཀྱི་བར་དུ། ཡང་ན་མཐོང་ལམ་མཐོང་ལམ་རང་གི་རྒྱུད་ལ་མ་སྐྱེས་ཀྱི་བར་དུའོ། དེའི་བར་དུ་དེ་ནི་ངོ་མཚར་སྐབས་འགའ་ལ་ཡག་པོ་ཡོད་དེ་འགའི་སྐབས་འགའ་སྡུག་ཅག་ཡོད་དེ་འགའི་སྐབས་འགའ་དགྲ་ཡོད་སྐབས་འགའ་ལ་གྲོགས་པོ་ཡོད་དམྱལ་བ་གཉེན་ཚན་དེ་འདྲ་ཡོད་དེ་གས་ལ་རྟག་པ་བསྟན་པ་ཡོད་མ་རེད་དཱ་དེ་ལ་སྒོ་འཐོམ་རྒྱུ་ཡོད་མ་རེད་དེ་གས་ཐམས་ཅད་དེ་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་གི་རེད་དཱ། དེང་སང་དེ་ཚོ་ལ་ཡིད་བརྟན་མ་བྱས། ད་ལྟ་སོ་སོས་ཡག་པོ་བྱེད་ཀྱི་ཡོད་གདོང་དུ་བྱས་པ་ཡིན་ནས་གཅིག་བྱས་ན་སང་ཉིན་ནས་སྡུག་ཅག་བྱེད་མདོག་སྡུག་ཅག་བྱ་བའི་ཉེན་ཁ་ཡོད་རེད་གཟབ་གཟབ་མ་བྱས་ན་དེང་སང་མི་རྟག་པ་སྒོམ་དགོས་རེད་གསུང་བའི་དེ་རེད་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་གི་རེད་དེ་ཚོ་ལ་བསྟན་པ་ཡོད་མ་རེད། ངོ་ཡ་རྟག་པ་བཟང་ངན་གྱི་སྣང་བ་ལ་རྟག་པ་མེད་པས་དུས་རྟག་ཏུ་འཆི་བ་མི་རྟག་པ་སྒོམ་སོགས་དེ་རེད་དུས་རྟག་རྣམ་པ་ཀུན་ཏུ་ང་ཤི་འགྲོ་གི་རེད་སྐད་ཅིག་བཅའ་ལག་དེ་ཚོ་ཐམས་ཅད་ལ་རྟག་པ་བསྟན་པ་མི་འདུག་དེ་ཚོ་ལ་ཡང་ཆགས་ཞེན་བྱེད་དགོས་དོན་མི་འདུག་ཨོ་རི་ར་བ་གངས་ཅན་ལ་སོགས་པ་དེ་ཚོ་ལ་ཡི་པ་ཆགས་ཞེན་བྱེད་དགོས་དོན་མི་འདུག་དེ་གས་དེ་ལ་ཡི་རྟག་པ་བསྟན་པ་ཡོད་མ་རེད་རི་རྒྱལ་པོ་རི་རབ་དེ་ཡང་ཚང་མ་ཞིག་འགྲོ་གི་རེད་འཇིག་རྟེན་དེ་སྟོང་འགྲོ་གི་རེད་དེ་ནི་ཆགས་པ་བྱས་ནས་ཆོ་ག་རི་ཡོད་རེད་རྒྱུ་མཚན་དེ་ཡི་ཕྱིར་མི་རྟག་པ་དེ་གས་ཐམས་ཅད་དེ་འཇིག་འགྲོ་གི་རེད་ད་འཇིག་པའི་ཆོས་ཅན་རེད་ད། ཨོ་མི་རྟག་པ་སྒོམས་རང་རྒྱུད་ཀྱི་སྐྱོན་ལ་རྟོགས། སོ་སོའི་གི་སེམས་སོ་སོའི་སྐྱོན་དེ་ལ་བརྟག་གོ་བརྟེན། སོ་སོའི་སྐྱོན་ག་རེ་ཞིག་དུ་སོ་སོའི་སྐྱོན་ཟེར་ན་ག་གི་རེད་དོ། ལུས་ངག་ཡིད་གསུམ་གྱི་སྤྱོད་པ་ལ་བརྟག་དཔྱད་བྱེད་དགོས་རེད་འདིར་ད་ལུས་ཀྱི་སྤྱོད་པ་བྱེད་དུས་གང་ལ་སྡིག་པ་མི་དགེ་བ་བྱེད་ཀྱི་འདུག་མེད་འདུག་བརྟག་དགོས་རེད་བྱེད་ཀྱི་འདུག་ན་ལམ་སང་སྐད་ཅིག་དེ་མ་བརྟག་ཏུ་བར་མཚམས་བཞག་དགོས་རེད་འོ་ལུས་ལུས་ཀྱི་དགེ་བ་སྒྲུབ་ཀྱི་འདུག་ན་ག་ཚོད་སྒྲུབ་ཨེ་ཐུབ་བརྟག་དགོས་རེད་ཁ་ནི་མ་སྐད་ཅིག་ཤེས་ཚད་གང་པོ་དེ་ཐམས་ཅད་དེ་སྡིག་པའི་ལས་བྱེད་ཀྱི་འདུག་མེད་འདུག་རྫུན་ཕྲ་མ་ཚིག་རྩུབ་ངག་རྒྱན། ཡང་ན་མི་གཞན་དག་ལ་གནོད་ཀྱི་འདུག་མེད་འདུག་གནོད་ཀྱི་འདུག་ན་ལམ་སང་མཚམས་བཞག། འོ་འདི་སྐད་པ་བྱེད་རྒྱུ་ཡོད་མ་རེད། སྐད་ཆ་འདི་མ་ཤེས་ན་ཡག་གི་རེད། འོ་ད་གར་སོར་ཕན་ཐོག་གི་འདུག་ན་འོ་སྐད་ཆ་འདི་བཤད། འོ་དེ་ནང་བཞིན་ལུས་ངག་ཡིད་གསུམ་གྱི་སྒོ་ནས་སྡིག་པ་མི་དགེ་བའི་ལས་བྱེད་ཀྱི་འདུག་མི་འདུག་དགེ་བ་སྒྲུབ་ཀྱི་འདུག་མི་འདུག་དེ་ལ་པ་ཡང་ནས་ཡང་དུ་བརྟག་དཔྱད་བྱེད་ཀྱི་ཡིན་ན་དེ་ནི་སོ་སོས་ཀྱི་ཡག་པོ་བྱས་གོ་དེ་དུས་ཚོད་འགྲོ་གི་རེད། དེ་སྨན་པ་ཆེ Mindful ནས་ཨིན་ཇི་ནཱི་ལ་ནི Mindful ནས་སིག་དུ་བ། དེས་ན་དྲན་ཤེས་བག་རྒྱུད་དེ་བརྟན་པོ་ཞིག་དགོས་པར་འདུག་དུས་དང་རྣམ་པ་ཀུན་ཏུ་དེས་ན་བརྟག་དཔྱད་བྱེད་མཁན་དེ་འདྲས་ཅིག་ཡོད་ན་དེ་ནི་སྡིག་པ་ཉུང་ཉུང་ཅིག་རེད་དགེ་བ་མང་པོ་སྒྲུབ་གི་ཡོད་རེད་དེ་ནི་ཁོ་ཡ་ས་ལམ་ནས་རིམ་བརྒྱུད་ཅིག་ཡ་གོང་ནས་གོང་དུ་བྱས་ནས་སངས་རྒྱས་ས་ལ་ཡར་འགྲོ་བ་ཡིན་དུས་འདི་རེད་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ་ལམ་དེའི་ལམ་ལ་གཤེགས་པ་རེད། འོ་དེ་ཡིན་དུས་གང་ལ་རང་རྒྱུད་ཀྱི་སྐྱོན་ལ་དོ་རྟག་ཏུ་དམན་ས་འཛིན་ཏེ། རྟག་ཏུ་དམན་ས་འཛིན། འོ་ད་མལ་ས་ཟིག་དུས་ག་ན་ག་དུས་ཡིན་ནས་མཉམ་ཞུང་བྱེད་ནས་བསྡད་དགོས་རེད་ས་ས་ཆ་ཡིན་ནས་དམའ་ས་ལ་བསྡད་དགོས་རེད་ཐོ་མཐོ་པོ་མཐོ་པོ་དེ་འདྲས་ལ་བསྡད་ཡ་བསམ་བློ་བཏང་རྒྱུ་ཡོད་མ་རེད་དམའ་ས་ལ་བསྡད་དགོས་རེད་ཟེར་གི་རེད་ག་དུས་ནས་མཉམ་ཞུང་བྱེད་དགོས་རེད་མི་གཞན་དག་རྩ་ཆེ་བ་བཅས་སོ་སོ་ལས་འདག་པས་གཞན་བཅས་བྱང་ཆུབ་སེམས་པའི་སྤྱོད་པ་ལ་སོ་སོ་ལས་མི་གཞན་དག་ཚོ་གལ་ཆེ་གི་རེད་སོ་སོ་མི་གཅིག་རེད་གཞན་དག་དེ་ཚོ་དྲི་གྲངས་མེད་མང་པོ་རེད་གྲངས་མེད་མང་པོ་མི་སྟོང་ཕྲག་འབུམ་ཕྲག་མང་པོ་དག་མི་གཅིག་ག་གི་གལ་ཆེ་གི་རེད་མི་འབུམ་ཕྲག་མང་པོ་གལ་ཆེ་གི་རེད་བ་ཨོ་དེ་ཡིན་ཙང་དམའ་ས་འཛིན་སྲིད་དུས་ཀར་ཉམ་ཆུང་བྱེད་སྲིད་འོད་ག་དུས་ནས་པིག་ངར་རྒྱས་མ་བྱེད་སྲིད་འོ་དོ་ཟླ་དེར་དུ་ངེས་འབྱུང་དང་སྐྱོ་ཤས་སྐྱེས་སྲིད་འོ་དེ་ངེས་འབྱུང་སྐྱེ་རུ་འཁོར་བ་འདི་འདས་ས་སྐྱིད་པོ་སྐྱིད་པོ་བཏང་སའི་གི་ཡུལ་མ་རེད་འཁོར་བ་དེ་འཁོར་བ་འདི་འདི་ལ་ངེས་འབྱུང་སྐྱེ་དགོས་རེད་སྐྱོ་ཤས་སྐྱེ་དགོས་རེད་ཕ་དཔེ་ན་འདུག་གསུམ་བཏང་ད་ང་ཚོ་སྐབས་སྐབས་ལ། ཁྱེད་རང་ཚོ་ཡང་དེ་འདྲའི་ས་བྱི་དེ་འདྲའི་གླེང་དོགས་དཀའ་བ་རེད། དཔེར་ན་ཡི་གེ་དུར་ཁྲོད་དུ་བ་དན་དཱ་ཡི་གེའི་དུར་ཁྲོད་གསུམ་དེ་འདྲ། ཡང་ན་མ་གེའི་བདེ་ཆེན་གླིང་གི་དུར་ཁྲོད་གསུམ་དེ་འདྲ། དེ་རོ་མེད་དྲག་མ་དང་གི་ཚེ་ན་གུང་དུ་བ་ལ་གཅིག་པུ་སྤྲོ་ད་ཐུག་འདུག་སྤྲོ་གི་ཡིན་ན་དུར་ཁྲོད་དེ་འདྲའི་ནང་ལ། ལོག་ད་ཁྲ་ཆེན་མོའི་པ་ཡོད་ནས་གཅིག་པུ་ཐུག་སྤྲོ་གི་ཡིན་ན་ཉམས་སྐྱོ་བོ་རབ་ཀྱི་ཤི་བོ་ཅི་ཡོད་རེད་པ་སེམས་སྐྱོ་བོ་རབ་ཀྱི་ཨ་ཙི་དེ་འདྲའི་འཇིགས་སྣང་གི་ཚ་བོ་ཉམས་སྐྱོ་བོ་རབ་ཀྱི་བོ་དེ་ཚོ་ལ་སྐྱོ་ཤས་ཟིག་སྟེ། མི་ཤི་བའི་གི་རྣམ་པར་རོ་དེ་འདྲའི་སྟོང་ཚོར་སྐྱོ་ཤས་སྐྱེ་གི་འདུག་བ། མི་མང་པོ་སེམས་ཅན་སྡུག་པོ་མང་པོ་མྱང་དུས་གང་ལ་སྐྱོ་ཤས་སྐྱེ་གི་རེད་ངེས་འབྱུང་སྐྱེ་གི་རེད་ཨ་འདི་གས་ཐམས་ཅད་དེ་དད་སའི་གནས་རེད་མི་འདུག་ག་དེ་ནི་མཐར་དགོས་གི་འདུག་ག་བསམ་པས་ཨོ་དེ་ངེས་འབྱུང་དང་སྐྱོ་ཤས་སྐྱེ་ན། དེ་ནི་ཆོས་དེའི་དུས་སུ་ཡ་ཆོས་ཡག་པོ་ཡོང་ཡ་འགོ་ཚུགས་གི་ཡོད་དེ། ཨོ་དེ་ཡིན་གྱི་མིན་གྱི་སྐྱེ་ཡ་ཐབས་ཤེས་དང། ཤི་དུས་དང་བག་ཡོད་ལ་བསླབས་ཨོ་དེ་ཚང་མ་བསླབ་བྱ་རེད་དོ་མན་ངག་ཀྱང་རྒྱ་རེད་བྱ་ཤི་ཞིང་དུལ་བར་བྱེད། ཞི་ཞིང་དུལ་བ་བར་ས་ཏྭ་མཁས་བཙུན། ཚིག་ཚིག་ཚིག་སྙན་པོ་ཅི་ཡོད་བསྟན། ཐོས་བདག་ཞི་ཞིང་དུལ་བ་སྒོམ་བདག་ཉོན་མོངས་ཆུང་བ་ཨོ་འདི་རེད། ཐོས་བདག་ཞི་ཞིང་དུལ་བ་སྒོམ་བདག་ཉོན་མོངས་ཆུང་བ། མི་སློབ་ཆུང་ག་ཚོད་ཨམ་ཆོས་ལ་མང་པོ་ཐོས་པ་དང་སློབ་ཆུང་ཕྱིན་གྱི་ཅི་ཡོད་རེད་བ། སློབ་སྦྱོང་མང་པོ་བྱས་ཨམ་ཆོས་ལ་མང་པོ་ཐོན་ནས་སློབ་སྦྱོང་བྱས་ཉན་དེ་འགས་དེ་འདྲས་ཡོད་ན་འོ་དེ་ཉན་པའི་རྟགས་དེ་ཁོ་ལ་གཏིང་སུ་ཕན་པའི་གི་རྟགས་ཅིག་ག་རེ་ཡོད་རེད་ཟེར་ཁོ་ཐུག་ལྟ་གི་ན་མི་དེ་ལ་ལྟ་གི་ན་མི་དེ་ཞི་ཞིང་དུལ་བ་ཡོད་རེད་དོས་དག་ཞི་ཞིང་དུལ་བ། པས་ཞི་བ་ཉམ་ཆུང་པ་དྲག་པོ་དེ་འདྲས་བདུད་ནང་བཞིན་དེ་འདྲས་ཡོད་མ་རེད་དེ་པག་ལག་ཚ་པོ་དེ་འདྲས་པས་ཞི་ཞིང་དུལ་བ་ཉམ་ཆུང་བྱས་ག་ཅིག་སློབ་སྦྱོང་མང་པོ་བྱས་ཆོས་མང་པོ་ཉན་དེའི་ཐོག་ལ་ཆོས་དེ་ལ་བསམ་བློ་བཏང་བྱས་འགས་དེ་ཐོས་དང་ཞི་ཞིང་དུལ་བ། པདྨ་སེར་མོས་སྔར་དང་བླ་མ་ཚང་མའི་ཞལ་ནས་འདི་གསུང་གི་བདེན། ཁོ་དངོས་གནས་ཞི་ཞིང་དུལ་བ་ཡོད་དུས་གང་ལ་ཁོ་སློབ་སྦྱོང་ཤེས་ཀྱི་ཡོད་པའི་རྟགས་རེད་ཁོ་ཉན་གྱི་ཡོད་རེད་ཁོ་ཤེས་ཀྱི་ཡོད་དེ་ཞི་ཞིང་དུལ་བ་ཡོད་པའི་རྟགས་རེད་ལྟོས་ནས། ད་དེ་མེད་ན་ལམ་བཟང་སྐད་ཅིག་གཅིག་ལ་ཁོ་ལ་འཁྲུག་པ་རེ་བརྒྱབ་དང་ལམ་བཟང་བསྡུས་ནང་བཞིན་ཕྱག་དྲུག་རེ་ཁོང་ཁྲོ་ལངས་སྐད་ཅིག་འདུག་ཨ་དེ་ནི་ཞི་ཞིང་དུལ་བ་རེད་མི་འདུག་ཨང། གང་ལྟར་ཐོས་དང་ཞི་ཞིང་དུལ་བ་སྒོམ་དང་ཉོན་མོངས་ཆུང་བ་དང་སྒོམ་རྒྱག་གི་འདུག་མི་འདུག་རྟགས་ཡག་ག་རེ་ཡོད་ཟེར་ན། གང་ཟག་དེ་གི་རྒྱུད་ལ་ཉོན་མོངས་ག་ཚོད་ཆུང་བ་ཡོད་པ་དེ་སྒོམ་རྒྱག་གི་ཡོད་པ་ལྟར་ཏེ། འོ་དེར་ལྟ། སྒོམ་བརྒྱབ་མ་བརྒྱབ་ཟེར་དུས་སྐབས་དེ་འདྲའི་བསྡད། དཔེར་ན་བྲག་ཕུག་དེ་འདྲའི་ནང་ལ་ལོ་མང་པོ་བསྡད་པར་གདའ་ཟེར་བྲག་ཕུག་ནང་ལ་ག་ཚོད་བསྡད་པ་རེད་ལོ་གསུམ་བསྡད་པ་རེད་ལོ་དྲུག་བསྡད་པ་རེད་ལོ་དགུ་བསྡད་པ་རེད། བཞི་བརྒྱ་བསྡད་པ་རེད་ཟེར་བ་སྒོམ་བརྒྱབ་དགོས་མི་ཚང་མས་མཐོང་གི་ཡོད་རེད་ཁོ་སྒོམ་བརྒྱབ་གི་ཡོད་རེད་རྟག་པར་དེ་འདྲའི་བསྡད་གི་ཡོད་པ་མཐོང་གི་ཡོད་རེད། ཡིན་ན་ཡང་ཁོ་ལ་སྐད་ཆ་ཏིལ་ཙི་ཏིལ་ཙི་བཤད་པའི་ཐོབ་མི་ཡ་མ་བྱུང་སོང་ན་ལམ་སང་ཁོང་ཁྲོ་ལངས་ཆོག་ཆོག་རྩིག་པ་ཟ་ཆོག་ཆོག་དེ་ང་རྒྱལ་ཕྲག་དོག་སྟོད་ཆགས་དེ་འདྲའི་ཤུགས་ཆེན་པོ་ཡོད་ན་ཁོས་སྒོམ་རྒྱག་གི་མེད་པའི་རྟགས་རེད་ད་དེ་རེད་ད། ཆུ་ཚོད་གཉིས་རྩ་བཞི་དེ་འདྲའི་འདས་པའི་ནས་སྒོམ་རྒྱག་གི་མེད་པའི་རྟགས་རེད། སྒོམ་པའི་རྟགས་དེ་ག་རེ་ཡོད་རེད་ཟེར་ན་མི་དེའི་རྒྱུད་ལ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་ཡོད་རེད་བ། དེའི་ནང་དུ་ད་ཕྲག་དོག་ཤེད་སྡང་ང་རྒྱལ་དེ་ཚོ་དཔེ་སྡུག་ཅག་རེད་འདོད་ཆགས་དེ་ཚོ་དཔེ་སྡུག་ཅག་རེད་དེའི་ནང་ནས་ཀྱང་ཁོང་ཁྲོ་དེ་དཔེ་སྡུག་ཅག་རེད། ཁོང་ཁྲོ་ལངས་ཆོག་ཆོག་དང་འདོད་ཆགས་ཆེན་པོ་དང་ཞེ་སྡང་ཚ་བོ་ང་རྒྱལ་ཚ་བོ་དེ་འདྲ་ཡོད་ན། ཁོ་ག་ཚོད་བར་གྱི་དགོན་པ་ནང་བཞིན་མཐོང་གི་འདུག་ནས་ཁོ་སྒོམ་གི་མེད་པའི་རྟགས་རེད་གཟུགས་པོ་སྡུགས་སུ་བསྡད་པ་ཙམ་གྱིས་སྒོམ་པ་མ་རྟགས། འོ། བླ་མ་ཚོ་གི་མན་ངག་དེ་རེད་སྒོམ་རྟགས་ཉོན་མོངས་ཆུང་བ། དེང་སང་ཡིན་གཅིག་མིན་གཅིག་ལྟ་དུས་གང་ལ་སྒོམ་རྒྱག་གི་ཡོད་པ་ནང་བཞིན་དེ་གུ་གུ་མ་རེད། སྒོམ་ཟེར་དུས་གང་ལ་སོ་སོའི་སེམས་འདི་ཕ་ངས་ད་ཅིག་ལབ་ན། དྲན་ཤེས་བཞིན་གཉིས་ཀྱི་སྒོ་ནས། Mindfulness། ཞིག་ཏུ་ཨིན་ཇི་ནཱ་ལེ་ན་དྲན་ཤེས་ཤིང་གཉིས་ཀྱི་སྒོ་ནས། དེ་ནི་སོ་སོའི་སེམས་དེ་ལ་ལྟོས་ཏེ་ལུས་ངག་ཡིད་གསུམ་དེ་ལ་བརྟག་སྒོ་བརྒྱབ་གི་སྤྲིན་ཅིག་ཡོད་དེ་ལ་བར་སྣེམ་གྱི་ཡོད་དེ་གཟབ་གཟབ་ཅིག་ཡོད་དེ། འདི་ག་མི་དགེ་བ་བྱེད་བཅུག་གི་ཡོད་མ་རེད། འོ། དེ་འདྲའི་དགོས་མཁོ་རེད་ཡིན་གཅིག་མིན་གཅིག་བ་གའི་བརྟག་པ་རེ་ཞིག་དེ་འདྲའི་སྒོམ་རྒྱག་གི་ཡོད་པ་ནང་བཞིན་ཡིན་ན་ཁོ་སྒོམ་རྒྱག་གི་འདུག་ཁོ་ཡག་པོར་དང་ཆོས་པར་དང་ཟེར་ལབ་ན་ང་ཚོས་ལབ་ཐུབ་གི་མ་རེད་རྒྱུ་མཚན་ཅི་རེད། མགོན་པོ་ཀླུ་སྒྲུབ་ཀྱི་བཤེས་སྤྲིང་བཤེས་སྤྲིང་ཁྱེད་རང་ཚོས་ལབ་གི་ཡོད་མ་རེད། གནང་གི་ཡོད་རེད་བ། ཨོ་ཤེས་ལྡིང་ནང་ལ་དགའ་རེ་གསུངས་ཡོད་རེད། དཔེར་ན། མི་ཡིག་གི་ཕྱི་ལོགས་ལ་རྣམ་འགྱུར་འདུག་ལྟ་ཡས་དེ་ག་འདྲས་ཡོད་རེད་ཟེར་ན་རིགས་མ་འདྲ་བ་བཞི་ཡོད་རེད་གསུངས་ཡོད་མི་ལ། རིགས་མི་འདྲ་བ་བཞི་ཡོད་རེད། མགོན་པོ་ཀླུ་སྒྲུབ་ཀྱིས་བའི་ཤེས་ལྡིང་ནང་ལ་གསུངས་ཡོད་རེད་བ། རིགས་མི་འདྲ་བ་བཞི་དེ་ག་འདྲས་ཡོད་རེད་ཟེར་ན་དཔེར་ན་ཁྱོད་རང་བ་ཟ་གྱི་ལ་ཨམ་གྱི་ཉོ་ག་འགྲོ་གི་ཡིན་ན་གསུངས་ཡོད་རེད། ཨམ་ཉོ་ག་འགྲོ་དུས་གང་ལ་ཕ་གི་ནང་ཨམ་འདིར་འདུག་ལྟ་གི་ཡོད་རེད་བ། ལྟ་དུས་གང་ལ་ཕྱི་ལོགས་ནས་ཚོས་བ་འདྲ་བོ་སད་ཐིང་ཐིང་ར་གྱི་ཡོད་རེད་བ་ཚོས་བ་འདྲ་བོ།

ད་གི་ཕྱི་ལོག་ལས་ངོ་ཐིང་དེ་རེད་ནང་ལོག་སྟུབ་དུས་གང་ལས་དྲག་པོ་དེ་རེད་གས་ས་ཡས་ཡོག་མ་རེད་དེ་ནི་ཁ་སྐྱུར་མོ་རེད་དེ་ནི་དེ་ནི་ཞིམ་པོ་མེད་དེ་གས་ཕྱི་ཡས་མ་ཚོད་ནང་ཡས་མ་ཚོད་ད་ཕྱི་ཡང་ཚོད་དེ་གས་ནང་ཡང་ཚོད་དེ་གས་ཕྱི་ལོག་གས་སེ་དེ་གས་ནང་ལོག་གས་སེ་དེ་ནི་ཞིམ་པོ་ང་མོ་དེ་ཨམ་རིག་མ་འདྲ་བ་ཤིད་དུ་བ་འོ་དེ་ནང་ཤེས་མི་ག་ཤེས་དེ་ག་འདྲེ་ཡོ་རེད་སེ་དུ་ཕྱི་ཚོད་ལ་ནང་མི་ཚོད་བ་དེ་ག་འདྲེ་རེད་མི་དེ་ཕྱི་ལོག་ལ་ག་འདྲེ་ཡོ་ཕྱི་ཚོད་སེ་དུ་ག་ཕྱི་ལོག་ལ་ག་སྐད་ཆ་སྙན་པོ་ཡོ་རེད་དེ་འཇམ་པོ་ཡོ་རེད། ལྟ་དུས་གང་ལ་ཕ་ཉམ་ཆུང་ར་ཅིག་ཡོད་རེད་ཨོ་ནང་ལོགས་ལ་སྡོད་ཆགས་ཞེ་སྡང་གཏི་མུག་དཔལ་ཤུགས་ཆེན་པོ་ཡོད་རེད་ཨོ་འདི་མེད་འདི་ཉེན་ཁ་ཚ་པོ་ཡོད་རེད་ཡག་པོ་རེད་མི་འདུག་ཕྱི་ལོགས་འཚོལ་བ་འདྲ་པོ་མཐོང་གི་འདུག་དོན་དག་ཁོ་རང་མགོ་སྐོར་བཏང་གི་ཡོད་རེད་མི་ལ་གཅིག་བྱས་ད་གཉིས་པ་དེ་ཕྱི་ཕྱི་མ་འཚོལ་ལ་ཕྱི་དེ་ཚོ་སྡུག་ཅག་ཡོད་པ་ནང་འཚོལ་བ་འདི་མེད་འདི་ཨའོ་ཟེར་རེད་ག་འདྲི་ཡོད་རེད་མི་ཁ་ཤས་དྲག་པོ་བཀའ་རྒྱུགས་བཏང་ཆོག་ཆོག་རྡུང་ཆོག་ཆོག་ར་ཅིག་ཡོད་རེད་ཡང་སེམས་བཟང་པོ་ཞེ་དྲག་ཡོད་རེད་ནང་ལོགས་ལ་ཨོ་འདི་འདྲའི་སེམས་པ་བཟང་པོ་སྡོད་ཆགས་ཆུང་ཆུང་ཞེ་སྡང་ཆུང་ཆུང་ང་རྒྱལ་ཆུང་ཆུང་ཁོང་ཁྲོ་ཆུང་ཆུང་ཡིན་ནས་དེའི་ཚིག་ལ་བཀའ་བརྒྱུད་དང་གཅིག་འདུ་དུང་དཀར་ར་ཆེ་ཆེ་སྒྲ་མང་དྲགས་དཔེར་ན་པང་ཨ་མ་ཚོ་གི་སྤུ་གུ་ལ་དུང་གི་འདུག་ཨོ་ཨོ་དེ་ཚོ་ནང་བཞིན་རེད། དུང་ངེད་དེ་གར་ཕྱིན་དུང་གི་ཡོད་རེད་ངའི་སྤུ་གུ་དེ་འཕྲོ་བརླག་འགྲོ་གི་འདུག་བསམ་ནས་དུང་ཕྱི་ལོག་ནམ་རྒྱུན་དེ་འདུག་འཆར་རེད་ནང་ལ་ངའི་སྤུ་གུ་དེ་ལ་ཕན་ན་བསམ་པའི་སྙིང་རྗེ་དེ་ཡོད་རེད་བྱམས་པ་དེ་ཡོད་ད་ལ་ཨོ་དེ་འདྲའི་རིགས་གཅིག་ཡོད་རེད་ད་ཕྱི་ཡང་འཚོལ་བ་ནང་ཡང་འཚོལ་བ་དེ་བྱང་ཆུབ་སེམས་པ་རེད་ཕྱི་ལོག་ལ་ཡི་ཉམ་ཆུང་ནང་ལོག་ལ་ཡི་བསམ་གྱིས་མི་ཁྱབ་པ་འདོད་ཆགས་ཞེ་སྡང་ཆུང་ཆུང་ཆུང་ཆུང། ང་རྒྱལ་ཆུང་ཆུང་ཕྲག་དོག་ཆུང་ཆུང་དེ་ནི་སེམས་བཟང་པོ། ཨོ་བྱམས་པ་དང་སྙིང་རྗེ་ཤུགས་ཆེན་པོ་ཡོད་དེ་འགན་ཨོ་ཕྱི་ལོག་རྣམ་འགྱུར་དེ་ཡང་དཔེ་མི་སྲིད་པའི་བྱམས་པོ་ཨོ་ད་འདི་ཡག་ཤོས་དེ་རེད་དེ་ནས་བྱམས་ཆུང་སེམས་པ་དེ་ཚོ་མང་ཆེ་བ་དེ་འདྲས་རེད་ཨོ་འདི་ཆེ་ད་ཕྱི་ཡན་མ་བཟོས་པ་ནང་མ་བཟོས་ཕྱི་ལོག་ལམ་སྤྱོད་པ་གང་བྱུང་མང་བྱུང Drugs བཏུང་གི་འདུག་གང་བྱུང་མང་བྱུང་བྱེད་ཀྱི་འདུག་རྐུ་མ་རྒྱབ་ཀྱི་འདུག་མི་ཉིམ་ཐོག་འཁྲུག་པ་རྒྱབ་ཀྱི་འདུག་འདོད་ཆགས་ཞེ་སྡང་ཁོང་ཁྲོ་ཤུགས་ཆེ་བ་ཅི་རེད་ཕྱི་ལོག་རྣམ་འགྱུར་དེ་ཡང་སྡུག་ག་ཅི་རེད་ཨོ་དེ་སྡུག་ཤོས་དེ་རེད་ད། ཨོ་དེང་སང་མིའི་ཕྱིའི་རྣམ་འགྱུར་ཕྱི་ལི་གཟུགས་པོ་ལ་ལྟ་ཕྱིའི་རྣམ་འགྱུར་གཅིག་པོ་ལ་ལྟ་ནས་མི་དེ་ཡག་པོ་འདུག་སྡུག་ཅག་འདུག་ཟེར་ལབ་ཐུ་ཨེ་ཡོད་མ་རེད་གསུང་བ་དེ་རྒྱུ་མཚན་དེ་ཡི་ཕྱི་གསང་རྒྱུད་བཅོམ་ལྡན་འདས་ཀྱིས་གང་ཟག་གི་ཚོས་གང་ཟག་གི་གཟུང་བར་མི་བྱ་ཡིས་བཟུང་ན་ཉམས་པར་འགྱུར་ད་རེས་ང་དང་ང་འདྲ་བས་གཟུང་བར་བྱ་ཡིས་གསུང་བ་དེ། ང་དང་ང་འདྲ་བ་སོགས་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་དང་སངས་རྒྱས་འདྲ་བ་དེ་འདྲས་ཡོད་ན་ནི་དེ་གང་ཟག་དེ་ཡག་པོ་འདུག་དེ་སྡུག་ཅག་འདུག་དེ་ཡག་པོ་རེད་གསུངས་ཐུབ་རེད། དེ་མ་ཡིན་གྱི་དཔེར་ན་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚོ་གི་སྐབས་སྐབས་འཕྲོས་གྲོགས་པོར་དང། གང་ཟག་དེ་ཚོས་གསུངས་ཐུབ་མ་རེད། དེ་ཡིན་ཙང་དེ་འདྲས་གང་ཟག་དེ་ཡག་པོ་འདུག་སྡུག་ཅག་འདུག་ལབ་པས་ནི་ཁྱོད་རང་མ་ལྷུང་འགྲོ་གི་རེད། བཟུང་ན་ཉམས་པར་འགྱུར་ད་རེད་གསུངས་གྱུར་ན་མ་ལྷུང་འགྲོ་གི་རེད་གསུངས་ཏེ་ཉམས་འགྲོ་གི་རེད་གསུངས་ཏེ། དེང་སང་གང་ཟག་ཡག་པོ་འདུག་སྡུག་ཅག་འདུག་ཞེ་དྲག་ཤི་ར་ལ་ཡ་ཡོད་མ་རེད། སོ་སོ་ཡག་པོ་འདུག་མི་འདུག་དེ་སོ་སོས་བརྟག་དགོས་རེད་བ། ངས་བརྟག་པ་དེ་འདྲའི་ལབ་དུས་གུས། ང་ཤི་གསུངས་ན་ག་བ་སྐྱེ་གི་རེད་ཟེར། ང་ལ་མངོན་ཤེས་དེ་ཡོད་མ་རེད་དེ་ཡིན་ནས་དམྱལ་བ་ཡི་དྭགས་དུད་འགྲོ་ལྷ་མིན་བླ་མ་ཡིན། དེ་འགྲོ་བ་རིགས་དྲུག་འདུག་བ་དེའི་ནང་ལ་ག་བ་སྐྱེ་ས་རེད་དེ་ང་ལྐུགས་ར་བ་དེ་ད། དེ་སྲིད་ད་ངས་ཡག་པོ་བརྒྱ་ཆ་དྲུག་ཅུ་ཅུ་ངས་ལབ་ཐུབ་གི་རེད། ང་དུད་འགྲོ་ལས་སྐྱེ་ས་རེད་ཟེར་ངས་ལབ་ཐུབ་གི་རེད་དེ། ང་དམྱལ་བ་ལས་སྐྱེ་ས་རེད་ཟེར་ངས་ལབ་ཐུབ་གི་རེད་དེ། ང་མི་ལ་སྐྱེལ་ས་རེད་བསམ་པ་ངས་ལབ་ཐུབ་ཀྱི་རེད་གལ་ཆེན་ནི་སོ་སོའི་སྤྱོད་པ་དེ་སོ་སོས་ཨ་དགོས་འདུག་ཨོ་འདི་ཡིན་ཙང་འདི་གལ་ཆེན་རུང་སོ་སོའི་སྤྱོད་པ་ལ་བལྟ་དགོས་མི་གཞན་དག་ལ་ཞེ་དྲག་བལྟ་རྒྱུ་ཡོད་མ་རེད་མི་གཞན་དག་གི་ཡོན་ཏན་དེ་བརྗོད་དགོས་ཏེ་མི་གཞན་དག་ལ་ཡོན་ཏན་ཆུང་ཆུང་ཅིག་ཡོད་ན་མི་འདི་ལ་ཡོན་ཏན་དེ་འདྲའི་ཐུགས་བརྩེ་ཡག་དད་པ་དང་ཡོན་ཏན་ཡག་པོ་རེད་དེ་གོ་གོ་མ་དང་གོ་གོ་གོ་གོ་དང་ནི་ངས་ལབ་ཟིན་གྱི་མེད་དེ་གོ་གོ་མ་དང་སེམས་ཡག་པོ་བྱས་ནས་མི་ཡོན་ཏན་ཡོང་གི་འདུག་དཔེར་ན་ཆ་བཞག་གི་ན། དེ་ཤིང་གི་ནང་ནས་དྲི་མ་ཞིམ་ཤོས་དེ་ག་རེད། ཙནྡན་རེད། ཨོ་ཙནྡན་གྱི་དྲི་མ་ཞིམ་པོ་དེ་ཙནྡན་གར་ཟེར་གི་རེད། ང་ལ་དྲི་མ་ཞིམ་པོ་ང་ལ་དྲི་མ་ཞིམ་པ་ཙནྡན་གྱི་དུས་ནམ་ཡང་ལབ་གི་མ་རེད། ཙནྡན་དྲི་མ་ཞིམ་པོ་དེ་སུས་ཁྱེར་རོགས་རེད་རླུང་གིས་ཁྱེར་རོགས་རེད་རླུང་གིས་ཁྱེར་ག་རོགས་རེད་ག་ས་ག། རླུང་འདི་ཡག་པོ་རེད་ཟེར་བར་ད་གར་བྱས་ནས་རླུང་གིས་མི་ཙནྡན་གྱི་ཡོན་ཏན་ཡོད་པ་དེ་རླུང་གིས་ལབ་གི་འདུག་བ་ཙནྡན་ཁོ་རང་གིས་ལབ་མི་འདུག་བ་དེ། ང་ལ་ཡོན་ཏན་ཡོད་གཡས་ཡོད་སྨད་ཟེར་ལབ་གི་མི་འདུག་བ། ཨོ་དེ་འདྲའི་དགོས་དགུ་རེད་ཟེར་མགོ་བརྟན། མི་གཞན་དག་གི་ཡོན་ཏན་དེ་ཚོ་སོ་སོས་བརྗོད་དགོས་རེད་སོ་སོའི་ཡོན་ཏན་དེ་སོ་སོས་བརྗོད་རྒྱུ་ཡོད་མ་རེད། འོ་ད་སོ་སོ་ལ་ཡོན་ཏན་ཡོད་ཟེར་ལབ་མཁན་དེ་ད་ཡག་པོ་མེད་པའི་རྟགས་རེད། འོ་གང་ལྟར་ཡང་ངས་བཤད་དེ། ངེས་འབྱུང་དང་སྐྱོ་ཤས་ཀྱི་ཞི་ཞིང་ཞི་དུལ་དང་བག་ཡོད་ལགས་སོ་ཞི་ཞིང་དུལ་བ། མི་ཉམ་ཆུང་དགོས་རེད་ད་སེམས་བཟང་པོ་དགོས་རེད་མི་ལ་བ་གཞན་ཕན་བསྒྲུབ་དེ་འགན་ད་སྤྱོད་པ་དེ་ཚོ་ཞི་ཞིང་དུལ་བ་ཡོད་རེད་པ་དྲག་པོ་བྱེད་རྒྱུ་ཡོད་མ་རེད་རྩུབ་པོ་བྱེད་རྒྱུ་ཡོད་མ་རེད་པགས་ལག་དེ་འདྲས་འཁྲབ་རྒྱུ་ཡོད་མ་རེད་སེམས་གོས་དེ་བག་ཡོད་བག་ཡོད་ལབ་བག་ཡོད་བག་ཡོད་ཟས་དེ་འདི་རེད་བག་ཡོད་བག་ཡོད་ཀྱི་ཐར་པ་ཐོབ་བག་ཡོད་ཀྱི་སྡིག་པ་སྦྱང་བག་ཡོད་ཀྱི་དམྱལ་བ་ལ་མི་ལྷུང་བག་ཡོད་ཀྱི་ཐར་པ་ཐོབ་བག་ཡོད་ཀྱི་སངས་རྒྱས་གོ་འཕང་ཐོབ་ཟེར་བ་དེ་དཔེ་ཆ་གཅིག་ན་ལ་དེ་འདྲས་མང་པོ་འདུག་དེ་ད་བག་ཡོད་ཟེར་ན་ག་རེ་རེད་ཟེར་དུས་གང་ལ། ད་སེམས་པད་མ་སྲིད་པ་བརྟན་པོ་ཅིག་ཡིན་པ་དག་དེ་བག་ཡོད་ཟས་དེ། སེམས་བརྟན་པ་ག་དུས་ཡིན་ན་དཔེར་ན། བཀའ་གདམས་པའི་དགེ་བའི་བཤེས་གཉེན་དེ་ཚོ་ངའི་བཏགས་པ་ལགས་ཀྱི་བ་ཞབས་བརྟན་ཅིག་ལ་གདན་འདྲེན་ཞུས་པ་རེད་བཀའ་གདམས་དགེ་བའི་བཤེས་གཉེན་གྱིས། དེ་ནས་ཁང་པ་གཅིག་ནང་ལོགས་ལ་དེ་ནས་ཁོ་རང་དེ་ཁང་པའི་ནང་ལོགས་ཁོ་རང་གཅིག་པུ་བཞུགས་དེ་ཞལ་འདེབས་ཞལ་འདོན་སྐྱོར་དེ་འདྲའི་ཕྱིར་དུས་གང་འདོད་པ་དུ་བྷ་བཟི་བྷིན་གྱི་རེད། འོ་དེའོ་ཨལ་མི་ར་དེའི་གང་འདོད་བ་ལ་བྱ་བག་ཅུང་དེ་འདྲའི་མང་པོ་བཞག་ཡོད་རེད། དེ་ནས་ཁོ་བཀའ་གདམས་དགེ་བའི་བཤེས་གཉེན་དེ་འོ་སྡུག་ཐོངས་ཨ་བྱ་བག་ཅུང་ཅིག་འདུག་བ་སོགས་རྐུ་མ་རྒྱབ་སྒྲོག་ཅིག་མི་སུ་ཅིག་ཡོད་མ་རུང། འདི་གར་སུ་རེད་ཐུ་མི་སྲོང་བཙན་སྒམ་པོ་གི་མ་ནི་ཀ་འབུབ་ནང་ལ་ཡོད་རེད། གཅིག་པུར་ལ་ཚོགས་སུ་ཁ་གསུམ་རེད། གཅིག་པུར་ལ་ཚོགས་སུ་ཁ་གསུམ། གཅིག་པུ་དེ་དུས་གང་ལ་ལག་པ་དེ་གཙང་མ་བསྡེག་གོ་རེད་ཟེར་བར་གཅིག་པུ་དེ་དུས་ལག་པ་བསྡེག་མ་རེད་ད་རྐུ་མ་སྐྱེ་ག་ཤོག་གི་རེད། དེང་སང་ལབ་ཆོད་ཡོད་རེད་གཅིག་པུར་ལ་ཚོགས་སུ་ཁ་གསུམ་མི་མང་པོ་ཡོད་ས་ལ་ཁ་བདག་པོ་རྒྱབ་པ་རེད་གང་བྱུང་མ་བྱུང་ལ་ཡ་ཡོད་མ་རེད་དེ་ཕོག་རེད། སྣ་ལ་ཕོག་ཁ་ལ་ཕོག་མིག་ལ་ཕོག་འདྲ་མ་རེ་བྱེད་ཀྱི་རེད། དེ་ཡིན་ཙང་གང་བྱུང་མ་བྱུང་ལབ་རྒྱུ་ཡོད་མ་རེད་ཟེར། དེ་ཁོ་རང་གཅིག་པུ་ཡོད་དུས་ཀ་ལག་པ་དེ་གཙང་མ་ཡོང་ན་རྐུ་མ་རྒྱག་གི་འགྲོ་དུས་ཀ་ལམ་སང་ཁོ་རང་བག་ཡོད་ཡོད་པའི་སྟེང་ནས་ཨོ་དེ་རྐུ་མ་རྒྱག་གི་འདུག་ཟེར་སྐད་བརྒྱབ་བྱུང། སྦྱིན་བདག་ཚོ་གླས་ནས་ག་བ་འདུག་ཟེར་ཨོ་དེ་ལག་པ་དེ་ཆེ་ལག་པ་དེ་ཁོ་རྐུ་མ་རྒྱག་གི་འདུག་ཟེར། འོ་དེ་ཚོའི་རིགས་དེ་ཚོ་བག་ཡོད་དང་ལྡན་པའི་རྟགས་རེད། དྲན་ཤེས་བག་ཡོད་ཟེར་བ་དེར་དྲན་པ་དང་ཤེས་བཞིན་བག་ཡོད་འདི་ཚོ་འདྲ་པོ་རེད་ཅེས Mindfulness། Alertness། འོ་འདི་འདྲའི་རིགས་དེ་འདི་ཚོ་ཤུགས་ཆེན་པོ་དགོས་རེད Attentiveness། འོ་དེ་ཚོ་རེད་ད། དེ་ཡིན་ཙང་བག་ཡོད་ཟེར་མཁན་དེ་སེམས་བརྟན་པའི་ཆ་དེ་རེད། སྐད་ཅིག་གཅིག་ལ་སེམས་ཕག་འཁྲུགས་སོང་ན་ལམ་སང་གྱོང་རག་རེད་དེ། འོ་འདིས་དེ་འདྲ་སྤྱོད་འཇུག་གི་ནང་ལ་བག་ཡོད་ཀྱི་ལེའུ་ནང་ལ། མཁན་པོ་ཀུན་བཟང་དཔལ་ལྡན་གྱིས་རྫོགས་ཆེན་གྱི་མཁན་པོར་ད། ང་ཚོ་སྙིང་ཐིག་བླ་རྒྱུད་ནང་ལ་ཡོད་དེ་རྫོགས་ཆེན་གྱི་མཁན་པོ་མཁན་པོ་ཀུན་དཔལ། མཁན་པོ་ཀུན་བཟང་དཔལ་ལྡན་སྐྱབས་རྗེ་ཏོ་གྲུབ་རྗེ་རིན་པོ་ཆེ་གི་དེ་འདྲའི་བླ་མ་དེ་འདྲ་གཅིག་རེད་དེ། དེང་སང་མཁན་པོ་ཀུན་བཟང་དཔལ་ལྡན་གྱི་སྤྱོད་འཇུག་གི་འགྲེལ་པ་ཅིག་ཡོད་རེད་ང་སྤྱོད་འཇུག་གི་འགྲེལ་པ་ཀློག་དུས་ག་ལ་ང་མང་ཆེ་བ་དེ་ཀློག་གི་ཡོད་མཁན་པོ་ཀུན་དཔལ་གྱི་དེ་ཤུགས་ཆེན་པོ་ཞིག་དེ་དཔེ་མ་ཟད་སྙན་པོ་ཡོད་དེ་ནང་ལ་བག་ཡོད་ཀྱི་ལོ་རྒྱུས་ཅིག་གསུངས་བཞག་ག་རེ་གསུངས་འདུག་ཟེར་དུས་གང་ལ་དཔེར་ན་འཇིག་རྟེན་འདི་དེ་ལ་བདེན་གི་སྒོ་བཞི་བ་རེ་ལ་བདེན་གི་མི་གཅིག་དང། མ་གི་ཤིང་གཏམ་འདི་བ་བདེན་གི་མི་གཅིག་མི་གཉིས་ཀ་དེ་གཅིག་ནི་བདག་མཁས་པ་རེ་གཅིག་གྲིབ་རྩེ་མཁས་པ་རེ་གཅིག་བ་ད། གོང་གི་དཔེ་ལུགས་ཡུལ་དེ་ནས་གསུངས་བྱ་མཁན་པོ་ཀུན་བཟང་པོ་འདི་གི་དཔེར་ན་ལུང་པ་གཉིས་ཀྱི་མིང་བོས་ད་ངས་དེ་འདྲ་དེ་སྒོ་བཞི་བ་རེ་དེ་དཔེ་བཞག་རེ་བོས་ལར་བ་དེ་ད། འོ་ལུང་པའི་གི་ད་གཉིས་གི་ལུང་པ་གཉིས་ལ་མི་གཉིས་སྐད་སྒྲ་ཆེན་པོ་གཉིས་ཡོད་ས་རེ་གཅིག་ནི་བདག་མཁས་པ་ཡོད་ས་རེ། གཅིག་དེ་གྲིབ་རྩེ་མཁས་པ་རེད། ཨོ་དེ་འདྲའི་ཆེད་དུ་གང་ལྟར་ཁོ་གཉིས་ཉིན་གཅིག་གཅིག་ལ་བར་ཕྲག་དོག་ཡོད་ས་རེད་བ། དེའི་ནང་ནས་ཀྱང་བདག་མཁས་པ་འདི་དང་གྲིབ་རྩེ་མཁས་པ་གཉིས། བདག་མཁས་པ་དེ་ལྟིས་ཁོ་ལ་དེ་ཕྲག་དོག་ཆེ་བ་ཡོད་ས་རེད། དེ་ཁོས་ཟེར་བ་ཨོ་ད་ཤིང་སྣ་གཅིག་ནགས་ལ་གར་སོ་རེད་སེང་གེ་གཉིས་བསྡད་ཆོག་གི་མ་རེད་ཟེར་གཅིག་ལ་ཨེ་ཟླུ་བ་དཔལ་གྱི་རྒྱ་གར་དུ་འཛུལ་དེ་ནང་བཞིན་ངོ་གཉིས་གཉིས་སྐད་གྲགས་ཆེན་པོ་གཉིས་ས་ཆ་གཅིག་ནང་ལ་བསྡད་ན་ཡོང་གི་མ་རེད་ངོ་གཉིས་གཉིས། ཀོམ་པི་ཏི་ཤིན་གྱི་འགྲན་བསྡུར་དུ་གིན་སུ་ཐོབ་སོང་ན་དེ་ཆད་པ་རེད་ཚེ་ཁྱོད་རང་ཤོར་འགལ་དུ་བྱུང་བ་ཡིན་ད་ཟེར་ཡས་སོང་རེ་ཞིག་ད་ཁོ་ཕྲག་དོག་བྱས་ནས་དེང་ཁོ་གི་ངུ་སྙིང་གི་དུར་གོ་ས་དེ་ཁོས་བསམ་དགོས་ཟླ་རྒྱམ་གི་དེ་ང་ནི་ཁོའི་མདུན་ལ་ནི་འགྲོ་གི་མ་རེད་ང་ནི་ད་ཐག་རིན་པོ་ཆེ་ཞིག་གོ་སའི་གོ་བསམ་གི་ཡོད་དེ་དེ་ནི་བྲེལ་ཟས་གས་པ་དེ་འོ་འགྲིག་རེད་ཟེར་གོ། དང་བཅས་སྒྲིབ་བྱེད་ཙམ་དེ་ལྟར་ཉི་མ་གཅིག་གོ་ཉིན་དེ་ཁོ་ཐག་རིང་པོ་ཕ་ནི་སུ་བདག་ཞུས་དགོས་རེད་ད་ཨར་ཅུན་གྱིས་བདག་ཞུས་བ་ན་ད་གཅིག་གིས་བྱས་ལ་གཅིག་གཅིག་གིས་བྱས་ལ་གཅིག་གཅིག་དེ་འདྲའི་ཕྱིར་བདག་ཞུས་ནི་ཁོ་བདག་མཁས་པ་རེད་ཟིག་དུ་བདག་ཞུས་པ་རེད་གྲིབ་བརྩེགས་མཁས་པ་དེ་ཁོ་རང་གྲིབ་བརྩེགས་མཁས་པ་ཡོད་སོང་བ་དེ་བདག་དེའི་སླེབས་ཚད་ཁམས་པ་དེ་འདྲས་དེ་འདྲས་དེ་འདྲས་དེ་འདྲས་དུམ་དུམ་དུམ་བྱས་འགྲོ་གི་རེད་གཟུགས་པོ་ལ་རྟོག་པོ་ཅིག་མཁས་ཀྱི་མ་རེད་ཁོ་གྲིབ་བརྩེགས་མཁས་ནས། དེ་ནས་ཅི། མདའ་ཚང་མ་དེའི་ས་ལ་ལྷུང་བར་ཁོའི་གཟུགས་པོ་ལ། མདའ་གཅིག་ཕོག་གི་ཡོད་མ་རེད། འོ་དེ་འདྲའི་ཅིག་ཁོ་ལ་ཉི་མ་གཅིག་ཚ་སོང་ཉི་མ་གཅིག་ཚ་དུས་གང་ན་ཁོ་གླགས་མ་བགད་རོགས་དང། སང་ཉིན་དེ་འདྲའི་ཚེ་དུས་གང་གླགས་མ་བགད་གནངས་ཉིན་དེ་འདྲའི་ཚེ་དུས་གང་གླགས་མ་བགད། དེ་ནས་བདག་གི་དེ་ཁར་བདག་རྒྱབ་འགེལ་ཏེ་ཁོ་ཁད་པ་དེ་གི་དེ་ཁོ་ལྟས་སུ་འགྱོད་པ་སྐྱེས་དོ་ག་རེ་ཡིན་ན་མི་དེ་ཁྱོད་ནི་ད་སད་ཐུག་མི་འདུག་ཟེར། དེ་ཁང་པ་ལ་ལོག་འགྲོའི་དུས་གང་ན། སྐྱེས་སྨན་ཁོ་རང་སྐྱེས་སྨན་དུ་ཐུག་འདུག་ཨང། སྐྱེས་སྨན་དེ་གར་སྐྱེས་སོང་ཟེར་དེ་ནས་ཟེར་འོ་ད་ཁོ་སད་འདུག་ཟེར་མ་རེད་ངས་བདག་ག་ད་ད་ག་ཚོད་བྱས་པས་ངས་ད་བོད་ར་གྲོ་ལ་འགྲོ་གི་རེད། ཁོས་བདག་པོ་ར་དེ་ནས་མེད་པ་བཟུང་ནས་བྲོ་ལ་བཏང་གི་འདུག། དེ་སྲིད་དུས་གང་ལ་ད་གྱེས་མེད་དེ་ཨ་ཡེ་གནང་དང་ཡོད་མ་རེད། ངས་རོགས་པ་བྱེད་དགོས་བསམ། ཨོ་ག་རེ་ཡིན་ན་བསམ་དགོས་བསམ་སང་ཉིན་ཁྱོད་རང་ད་རྒྱབ། ངས་ང་ངའི་ཕྱུགས་ཚོ་ང་ཡོང་གི་ཟེར་རོགས་པ་བྱེད། ད་ག་རེ་བྱེད་འགྲོ་ཡོད་ན་བསམ་ཁོས་ཁོས་བདག་འཇམ་གི་ནས་སང་ཉིན་མོ་ད་དེའི་ཐོག་བྱུག་བྱུག་སྦོ་སྦོ་སྟོན་པ་དེ་དོག་དོག་ལོག་དེ་ཚོ་རྩིག་པོ་ཞི་བོ་ཅིག་ཁོས་སྙིང་ལྕི་བོར་ཅིག་ཁོས། ཁོ་བདག་དེ་འདྲའི་དེ་འདྲའི་བྱེད་དོ་ཁོའི་མདུན་དེ་ན་ཕྱུགས་ཙམ་གྱི་བག་ཕྱིན་པར་བསྟན། ཁྱུག་ཙམ་གྱིས་བག་ཕྱིན་པར་གོ། ད་བུ་མོ་སྙིང་རྗེ་བོ་ཡོད་རེད་བ། ཁོ་དེར་སྒྲིབ་རྩད་འདི་འདྲས་བྱས་ཏེ་སྐར་ཆ་གཅིག། སྐར་ཆ་གཅིག་ཁོའི་གི་སེམས་སེམས་བསྡད་དེ་བུ་མོ་དེ་ལ་ཤོར་བ་རེད་ཟེར་དུ་སྐར་ཆ་གཅིག་རེད་ད། དེ་འདྲས་ཀྱིས་བག་ར་ལ་ཟླ་གཅིག་ཤོར་ནས་ཁོ་དེ་ཤི་སོང། བག་མེད་སྲིད་དེར་བསྡད། སྐར་ཆ་གཅིག་བག་ཤོར་དུས་བག་མེད་ན་དེ་འདྲས་ཡོད་རེད། བག་ཡོད་དུ་བསྡད་པ་ཡིན་ན་ཁྱོད་རང་སྒོ་ཟས་ཐུག་གི་ཡོད་མ་རེད། ད་བག་ཡོད་ཟེར་ན་ག་རེ་རེད་དོ་སེམས་བརྟན་པོ་རེད་དོ་བ། འོ་འདི་ལ་བག་ཡོད་དགོས་གི་རེད་ཟེར་སེམས་ག་རེ་ཡིན་ནས་ག་དུས་ཡིན་ནས་འདོད་ཆགས་ཞེ་དྲག་གཏི་མུག་འདི་ཚོ་སོ་སོ་ལ་མ་བོ་ཡའི་ཐབས་ཤེས་ལ་འོ་འདི་འདྲའི་བག་ཡོད་དང་ལྡན་པ་དགོས་གི་རེད་ཟེར། འདུས་བྱས་དེ་འདུས་བྱས་ཐམས་ཅད་མི་རྟག་པ་འདུས་བྱས་མི་རྟག་པ་དང་འཁོར་བའི་སྡུག་བསྔལ་ལ་བསམ་ནས་དུས་རྟག་ཏུ། ཡིད་ཆ་ཐུང་ཡིད་ཆ་ཐུང་ངེ་སེམས་སྐྱོ་ཆེ་དེ་བ་ཞིག་བསླབས་ཏེ། དེང་སང་འདུས་བྱས་འདི་ཐམས་ཅད། འདུ་བྱེད་ཐམས་ཅད་མི་རྟག་པ་ཟག་བྱེད་ཐམས་ཅད་སྡུག་བསྔལ་བ་སིག་ལ་བུདྡྷ། འོ་དེ་ནང་བཞིན་འདུས་བྱས་ཀྱི་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཚོགས་པ་ལ་ལྟོས་ནས་བཟོས་བྱ་བའི་ཆ་ལག་ཅིག་ཡིན་ན་ནི་ཁོ་མི་རྟག་པ་ཡིན་པས་ཐག་ཆོད་ཚར་རེད། ཅོག་ཙེ་དང་རི་ར་བ་རྐང་གཅིག་ལ་སོགས་པ་འདི་གའི་ཐམས་ཅད་དེ་འདུས་བྱས་ཀྱི་ཆོས་རེད། དེ་ཟག་བྱེད་ཉེར་ལེན་གྱི་ཕུང་པོ་ལྔ་པོ་དེ་ཡང་འདུས་བྱས་ཀྱི་ཆོས་རེད། འདུས་མ་བྱས་རྟག་པ་གག་རེད་ནམ་མཁའ་དེ་གཅིག་པོ་རེད་དེ་དེ་སུས་བྱས་བཟོས་ཡོད་མ་རེད། བཟོས་མེད་པ་སོང་ཙང་དེ་ངོ་ཚ་གཏོར་ཐུག་མ་རེད་ད་ནམ་མཁའ་དེ་དེ་དེ་གས་དེ་ནམ་མཁའ་འདི་རེད། དེ་སུ་གཅིག་གཏོར་ཐུག་མ་རེད། འཛིན་འཇིག་རྟེན་འདི་ནང་ལ་དཔེ་མི་བཟོད་ནུས་པ་ཆེན་པོ་ཡོད་དེ་གའི་ཨེ་ཀྲོམ་སྦོམ་དེ་ནས་བཞུས་པ་ཡིན་ནའི་ནམ་མཁའ་འདི་གཏོར་ཐུག་མ་རེད་གལ་ཆེ་ནམ་མཁའ་སུའེ་བཟོས་ཡོད་མ་རེད་བཟོས་མེད་པ་སོང་ཙང་འདི་གཏོར་ཐུག་མ་རེད་བཟོས་པ་བྱས་ན་ཁོ་མི་རྟག་པ་དེ་དུས་ཆེས་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཚོགས་པ་ལ་ལྟོས་ནས་བསྡུས་བྱས་ནས་བཟོས་བཞག་པ་ཅིག་ཡོད་རེད་བ་དེ་འདྲའི་ཡིན་ན་མི་རྟག་པ་ཡིན་པ་ཐག་ཆོད་ཚར་ད། དེང་སང་ང་ཚོའི་རྒྱའི་རྡོས་བཅས་རེད་རི་ར་བ་གངས་སྐྱིད་ལ་སོགས་པ་ཐམས་ཅད་རྡོས་བཅས་རེད་རྒྱུ་རྐྱེན་དེ་འདྲས་ཚོགས་པ་རེད་ས་ཆུ་མེ་རླུང་འབྱུང་བ་ཞིག་སྔགས་དེ་འདྲས་ཉམས་རྟོགས་བསྡུས་ནས་སྲོལ་བཞག་པ་ཤ་སྟག་ཅིག་རེད་དེང་སང་རྡོས་བཅས་ཐམས་ཅད་མི་རྟག་པར་འཁོར་བའི་སྡུག་བསྔལ་ལ་བསམ་ནས་དུས་རྟག་ཏུ་ཟོ་དང་སྲིད་པ་ཁམས་གསུམ་གྱི་འཁོར་བ་འདི་འཁོར་བ་ཁབ་ཀྱི་རྩེ་མོ་ན་བདེ་བ་ནམ་ཡང་ཡོད་མ་ཡིན་གསུངས་མི་འདུག་ཨོ་དེང་སང་འཁོར་བའི་ག་བ་སྒྲོག་གི་ཡིན་ནས་བདེ་བ་ཟེར་མཁན་དེ་རྩ་བ་ཉིད་ནས་ཡོད་མ་རེད་ད། ད་ང་ཚོ་གར་གཅིག་ཡོད་རེད། ཨོ། ད་ས་ཆ་དཔེ་ན་ད་དེ་ང་རང་ཚོ་དཔེ་བཤད་པ་ན། ང་ག་པར་འགྲོ་གི་ཡིན་པ་སོགས་ཨོ་དེ་ལ་ལྟོས་སུ་བསྡད་ཀྱི་ཡིན་སོ་དེ་ལྟོས་སུ་བསྡད་ན་ད་སྐྱིད་པོ་ཅིག་མེད་འགྲོ་བསམ་ནས་དེ་བསྡད་པ་དུས་སུ། ཨོ་དེ་སྐྱིད་པོ་མི་འདུག་ཟེར་ད་ང་ཞིང་བདག་ཅིག་ལ་འགྲོ་གི་ཡིན་ཞིང་བདག་ཅིག་ལ་ཕྱིན་པ་རེད་ཕ་གའི་སྐྱིད་པོ་ཡོད་མ་རེད་ཡང་ཞིང་བདག་ཅིག་ལ་ཕྱིན་པ་རེད་དེ་ལས་སྐྱིད་པོ་ཡོད་ག་བ་འཇིག་རྟེན་གྱི་ས་ཆ་ག་བར་འགྲོ་ནས་སྐྱིད་པོ་ཡོད་མ་རེད་ད་དོན་དག་དེ་རེད་ད། ཁབ་ཀྱི་རྩེ་མོ་ཙམ་གྱི་བདེ་བ་ཡོད་དེ་འགལ་གྱི་ཡོད་མ་རེད་གསུངས་པ་དེ། ཨོ་དེ་ཡིན་ཙང་འཁོར་བའི་སྡུག་བསྔལ་འདི་ལ་བསམ་ནས་དུས་རྟག་ཏུ་ཡིད་ཆ་ཐུང་ངེ་བསྲེགས་དུ་བ་ཡིད་ཆ་ཐུང་ངེ། ཡིད་ཆ་ཐུང་ངེ་བསྲེགས་དུས་གང་ན་ཨ་ཙི་སྡུག་བསྔལ་འདི་དེ་འདྲའི་ཞིག་ཏུ་སྐྱོ་ལྷང་ངེ་ཆ་ཐུང་ངེ་བསྲེགས་དུས་གང་ན་སྐྱོ་ལྷང་ངེ་དེའི་སྐོར་ཏེ། ཨོ་དེ་འདྲའི་ཞིག་པ་དཀའ་ངལ་རོ་ཞིག་ཨ་ཙི་དེ་ནི་ཐ་ན་ཅི་མ་རུང་བསམ་བསམ་རེ་བྱེད། ཨོ་དེ་ན་ཞིག་སེམས་སྐྱོ་ཆེ་དེ་བ། སྐྱོ་ཆེ་དེ་བ་བསྲེགས་དུས་ཀ་སེམས་དགོས་ན་ལ། སྐྱོ་ཤས་རབ་ཀྱིས་སྐྱེས་ནས་སོ་སོ་ལ་དཔེར་ན་དཀའ་ངལ་སྡུག་ཅག་ཅིག་དཔེ་ཐབས་སྐྱོ་པོ་ཞིག་མཐོང་དུས་གང་ན་ཉི་མ་གཅིག་གཉིས་ཀྱིས་སེམས་ཀྱི་ནང་ལ་ཕ་སྐྱོ་ཐེངས་ཡོང་གི་འདུག་ཨང་དཔེར་ན་མི་མི་བཟང་ཅིག་གི་ནང་ལོགས་ནས་ཡ། ཁང་པ་དེའི་ནང་ལ་ཡོད་དེང་གི་དཔེར་ན་ཨ་ཨ་ཕ་དེ་ཡང་ན་ཨ་མ་དེ་ཤི་བས་ན་སྤུ་གུ་དེ་གས་ཏེ་ཕ་སེམས་ནང་ལ་སེམས་སྐྱོ་ཐེངས་ཡོང་གི་རེད་བ། འོ་འདི་ནང་བཞིན། ཁོ་རང་བ་འདི་དེ་འདྲས་རེད་འདུག་བསམ་ནས་ཆོས་བྱེད་དགོས་རེད་གསུངས་པར་བརྟེན། སྐྱོ་ཆེན་སྐྱོ་ཆེ་སྟེར་བ་ཅིག་ཡང་ན། འོ་དེ་འདྲའི་ཞིག་ལས་སོང་ན་དེ་ནི་ཆོས་བྱེད་ཡས་ཀྱི་བསམ་བློ་འཁོར་ཁུར་བ། འོ་དེ་འདྲའི་བསམ་བློ་བཏང་ངོ་གསུངས་འདུག། སྐྱོ་སྟེར་བ་ཞིག་བསླབ་དགོས་ཏེ་རྗེ་མི་ལས་ཀྱང། རྗེ་བཙུན་མི་ལས་ཀྱི་གར་གསུངས་འདུག། མི་མེད་ལུང་པའི་བྲག་ཕུག་ན་སྐྱོ་ཆེ་སྟེར་བ་ལ་སངས་རྒྱས་དུས་མེད་སངས་དུས་མེད། མི་མེད་མི་མེད་ལུང་པའི་བྲག་ཕུག་ན་སྐྱོ་ཆེ་སྟེར་བ་ལ་སངས་དུས་མེད། མི་ཁྱོད་ནི་མེད་དེ་འགན། ལུང་པ། སྟོང་པ། བྲག་ཕུག། དུར་ཁྲོད། པད་ཤེལ་ནག་ཚ་བོ་དེ་འདྲའི་ཅོ་པན་དེ་བྱང་ཐང། བྱེ་མ་རྐྱང་རྐྱང་གཡོ་དེ་འགའི་རླུང་འཚུབ་རྒྱབ་འགའི་ཐལ་ལ་འཚུབ་པའི། འོ་དེ་འདྲའི་འདུག་སྟངས་དུས་གང་ལ་སེམས་ཀྱི་ནང་ལ་སྐྱོ་དེ་ངས་ཨ་ཙི་དེ་འདྲའི་ད་དེ་འདྲའི་ས་ཆ་དེ་སྐྱོ་བ་ལ་སྡུག་ག་ལ། རྩ་ཡིག་མཐོང་རྒྱུ་མེད་དེ་འགའི། འོ་ད་དེ་རེད་ཨ་མེ་རི་ཀ་ལ་དེ་འདྲའི་མང་པོ་རེད་རྩ་ཡིག་ཤི་ར་མཐོང་རྒྱུ་མེད་དེ་འགའི་ས་ཆ་དང་སྐྱིད་པོ་དུ་ཡོད་རེད་དེ་ཡིན་ཡང་མང་ཆེ་བ་དེ་འདྲའི་བ་སྐྱ་དེ་རེད་དེ་འདྲའི་རེད་མང་པོ་ཤུགས་ཆེན་པོ་ཡོད་རེད་དེ་ད་གང་དང་ངས་ཟེར་ཡས་ག་རེ་ཟེར་མི་མེད་ལུང་པའི་བྲག་ཕུག་ན། མི་ཁྱོད་ནི་མལ་ས། ལུང་པ་སྟོང་པ་དེ་འདྲས་པ་ཁང་པ་དེ་ཚོ་ཞིག་ཤུལ་མང་པོ་ཞིག་གཏོར་བཤགས་རྒྱོབས་དེ་མི་ཤི་བའི་རོ་དེ་འདྲས་སེམས་ཅན་མང་པོ་ཤི་བསྡད་པའི་རོ་དེ་འདྲས་མང་པོ་གཏོར་འདོད་གང་སེམས་ཀྱི་ནང་ལ་སྐྱོ་ཐེངས་ཡོང་དགོས་རེད་བ། འོ་དེ་ནང་བཞིན་འཁོར་བ་དེ་དེ་འདྲས་རེད་དུ་བསམ་དགོས་རེད་ཟེར། དེ་བསམས་ནས་དེ་ནས་ཐར་ཡས་ཐབས་ཤེས་དང་པོར་བ། སྐྱོ་ཆེ་བདེ་བ་ལ་སངས་དུས་མ་དེ་འདྲའི་ཡིད་སྐྱོ་དེ་གཡོ་འགུལ་དུ་བ་དེ་དུས་འདི་ས་ཆ་དེ་ཚོ་ན་ལ་སྐྱོ་ཆེ་བདེ་བ་དེ་བ་ཆེ་དུས་ཚོད་ཡོག་མ་རེད་ཟེར་དུས་དང་རྣམ་པ་ཀུན་ཏུ་དེ་ས་ཆ་དེ་ལ་འགྲོ་ནས་དེ་འདྲའི་རང་ཡོད་དེ་སྐྱེས་བུ་ཁྱོད་ནི་སྨྲས་དེ་འགའ་ཞིག། བླ་མ་དུས་གསུམ་སངས་རྒྱས་ལ་ཡིད་དུ་ངེས་བ་ལ་འབྲལ་བ་མེད་ཟེར་བ་དེ་རེད་བླ་མ་དུས་གསུམ་སངས་རྒྱས་ལ་ཡིད་འབྲལ་ཡིད་དུ་ངེས་བ་ལ་འབྲལ་བ་མེད་ཟེར། བླ་མ་དེ་སངས་རྒྱས་དུས་གསུམ་གྱི་སངས་རྒྱས་ཐམས་ཅད་འདུས་པའི་སྐུ་རེད་བླ་མ་དེ། ངོ་མཚོས་ཀྱི་བླ་མ་རྩ་ཆེན་པོ་བརྩིག་ཏུ་བ་བླ་མ་ལ་སྐྱབས་སུ་ཆས། ཐེག་པ་དམན་པའི་ལུགས་ལྟར་དུ་བྱས་ན་སངས་རྒྱས་ཆོས་དགེ་འདུན་དཀོན་མཆོག་གསུམ་མ་གཏོགས་ཡོད་མ་རེད། ཐེག་པ་ཆེན་པོ་དང་གསང་སྔགས་རྡོ་རྗེ་ཐེག་པའི་དབང་དུ་བཤད་པ་ན། དཀོན་མཆོག་བཞི་ཡོད་རེད་བླ་མ་དང་པོ་དེར་དེ་ནས་སངས་རྒྱས་ཆོས་དགེ་འདུན་ཟེར་ཏེ་བཞི་དུ་བ་བླ་མ་ལ་སྐྱབས་སུ་ཆས་ཟིག་རུ་བ་འདི་ངོ་མཚོ་གསང་སྔགས་ཀྱི་དགོངས་པ་ལྟར་དུ་རེད་དེ། དེང་སང་བླ་མ་མེད་པའི་སྔ་རོལ་ན་སངས་རྒྱས་མེད་དགེ་རྒན་མེད་ན་དེ་ནས་སངས་རྒྱས་ཡོང་ཨེ་ཡོད་མ་རུང་བླ་མ་སི་ཡ་ཏི་དགེ་རྒན་གུ་རུ་སི་ཡ་ཏི Sanskrit གི་གུ་རུ་དེ་འཕགས་འགྱུར་ཡོང་དུས་ཀ་བླ་མ་སི་ཆགས་པས། ཨོ་དེ་གོང་ལ་མེད་སི་ལ་བ་དྲ་དགེ་རྒན་གོང་ལ་ཡོད་མ་རེད་སི་ཡོད་ལ། ཨོ་དེ་ཡིན་ཙང་བླ་མ་དུས་གསུམ་སངས་རྒྱས་ལ་དུས་གསུམ་གྱི་སངས་རྒྱས་ཐམས་ཅད་གཅིག་ཏུ་སྤྲུལ་པའི་སྐུ་བླ་མ་རེད། ཨོ་བླ་མ་དེ་སོ་སོའི་གི་སེམས་གི་ནང་ལ་དུས་དང་རྣམ་པ་ཀུན་ཏུ། ཡིད་ཐུགས་ངལ་བ་ཟེར་དུས་གང་ལ་ངའི་བླ་མ་དེ་ངའི་མདུན་ལ་དེ་ཡོད་དོ་བསམ་ནས་དུས་དང་རྣམ་པ་ཀུན་ཏུ་དེ་འདྲས་བསྒོམས་ཏེ་ཕར་ལམ་ག་ལ་འགྲོ་དུས་གང་ལ་ང་ཚོས་ག་རེ་ང་ཚོ་སྔོན་འགྲོར་ད་དེ་འདྲས་ན་ལ་ཡོང་གི་འདུག་ཨ། ཞོགས་པའི་ཡར་འདུག་ཚེ་ཡར་ལངས་ཡོང་དུས་གང་ལ་སོ་སོའི་བླ་མ་དེ་སྤྱི་བོའི་སྟེང་དུ་ཡོད་པ་བསྒོམ་དགོས་རེད་གསུངས་ཏེ། ད་ཡར་ལངས་ནས་དེ་ནས་ལས་ཀ་ལ་འགྲོ་ཕག་སོ་དྲག་ནས་བླ་མ་དེ་སོ་སོའི་དེའི་དོན་དཔུང་པའི་དེ་འདྲས་དཔུང་པ་གཡས་ཀྱི་དོན་ལ་ཡོད་པ་བསྒོམ་དགོས་རེད་གསུངས་ཏེ། ག་བཏུས་སྤྲོ་ནས་བླ་མ་དེ་ང་ཉོམ་དོགས་ཡོད་རེད་དེ་དེ་སྒོམ་དགོས་གཡོན་ལ་སྒོམ་སྒོམས་ཟེར་གསུངས་ཡོད་མ་དེ་གཡོན་གཡས་ཀྱི་སྟེང་དུ་སྒོམ་དགོས་རེད་ཟེར་དེ་ག་ནི་ཀོ་ལར་གཡས་སྐོར་ཐེབས་འགྲོ་གི་རེད་གསུངས་རེད་བླ་མ་ལ་འོ་དེ་འདྲས་ད་དགོངས་དག་མ་འདུག་ཟེར་མ་ཉལ་འགྲོ་དེ་ག་ལ་དེ་སྤྱི་བོའི་གི་ཚངས་བུག་དེ་ནི་མ་ཞུགས་དེ་ནི་སྙིང་ག་ལ་ཞུགས་དེ་ནི་སྙིང་གའི་སྟེང་དུ་རང་དང་རང་གི་སེམས་དང་བླ་མ་གཉིས་དབྱེར་མེད་དུ་འཆར་བ་ནང་བཞིན་བྱས་ནས་དེ་ཉལ་དགོས་རེད་ཟེར་རེད་འོ་དེ་ཡང་ཡར་ཞོགས་པའི་ལངས་དུས་ག་ལ་དེ་ནི་ཡར་འགྲོ་གི་རེད་ཡང་ཁ་ལག་ཟ་དུས་ག་ལ་དེ་སྒོམ་དགོས་རེད་དེ། ཁ་ལག་ཟ་དུས་ཁང་བརྒྱད་དགོན་པར་དེད་དེ་འགྲིམས་པ་ལ། གང་ཡིན་ཟེར་ན་ཁ་ལག་དང་པོ་དུག་ཟ་བས་དང་པོ་མཆོད་པ་དེ་བླ་མ་ལ་བབས། དེ་ཕུལ་བ་ནང་བཞིན་ཡོང་གི་རེད་ཟེར་གོ་དེ། འོ་དེ་ནང་བཞིན་དུས་དང་རྣམ་པ་ཀུན་ཏུ་བླ་མ་འབྲལ་མེད་སོ་སོ་ཉམས་རྟོགས་ཡིད་ཐུང་ངེ་བ་ཟེར། བླ་མ་ཡུལ་ག་བར་འགྲོ་ནས་བླ་མ་དང་མཇལ་དེ་འགེལ་སོང་འདྲ་བྱེད་དགོས་ཀི་རེད་གསུངས་འདི་ཡོད་ན་བླ་མ་དང་འབྲལ་བ་ཡོད་མ་རེད་བླ་མ་དང་ཁ་ཁ་ཆགས་ཀི་མ་རེད་ཁྱོད་རང་དུས་དང་རྣམ་པ་ཀུན་ཏུ་བླ་མ་ཉམས་རྟོགས་ཡོད་རེད་གསུངས་པ་རེད། རྗེ་བཙུན་མི་ལས་གསུངས་འདུག་དུས་བླ་མ་དུས་གསུམ་སངས་རྒྱས་ལ་ཡིད་དུ་ངེས་བ་ལ་འབྲལ་བ་མེད། ཁ་བྲལ་བའི་ཁ་བ་བླ་མ་དང་ཁ་བྲལ་ཡོད་མར་ཁྱོད་རང་དང་བླ་མ་དང་དབྱེར་མེད་ཆགས། གར་བྱེད་ནི་དུས་དང་རྣམ་པ་ཀུན་ཏུ་ཁྱེད་རང་སེམས་ལ་དྲན་རྒྱུ་བླ་མ་རེད། ཡར་ལངས་ན་བླ་མ་རེད་ཟ་དུས་བླ་མ་རེད་དུག་སློག་གོན་དུས་གང་ལ་བླ་མ་རེད་དུ་ལས་ཀ་བྱེད་དུས་གང་ལ་ནི་བླ་མ་རེད་དུ་ག་རེ་བཞིན་སྐད་ཆ་བཤད་དུས་གང་ལ་ནི་བླ་མ་རེད་དེ་འདྲའི་རྐྱང་རྐྱང་བསམ་བློ་དང་ཡིད་དུ་ངེས་བ་ལ་བླ་མ་བྲལ་བའི་དུས་མི་སྲིད་པར་དུས་དང་རྣམ་པ་ཀུན་ཏུ་བླ་མ་དང་དབྱེར་མེད་ཡོད། དེ་ཚོའི་མན་ངག་རེད་འདུག་བ། རྗེ་བཙུན་མི་ལ་སངས་རྒྱས་བར་བ། ཁོང་གིས་དེ་འདྲའི་གསུང་གི་ཡོད་དེ། ཅེས་གསུངས་པ་ལྟར་ཉམས་སུ་བླང་དགོས་སོ་སྟེ། ཆོས་བྱེད་དུས་གང་ལ་ཉམས་སུ་བླང་སྟངས་དེ་དེ་འདྲའི་ཉམས་སུ་བླང་དགོས་རེད། དེ་ལྟར་ཉམས་སུ་མ་བླངས་ན། འཕྲལ་གྱི་རྣམ་རྟོག་འདི་ཡང་མི་རྟག་པ་ཡིན་པས་ཅིར་འགྱུར་རྟོལ་མེད་དེ། ཨོ། འཕྲལ་གྱི་རྣམ་རྟོག། རྣམ་རྟོག་ཟེར་ན་དེ་རེད་སེམས་ཀྱི་ནང་ལ་དྲན་རྒྱུ་དགོད་རྒྱུ་གྲ་མ་འདྲ་སེམས་ཀྱི་ནང་ལ་དྲན་གྱི་འདུག་བ། ཡས་ཡས་ཆི་གི་མས་མས་ཆི་གི་དེ་བསྟན་ཚུལ་ད་དེ་འདྲ་དེའི་དེ་གི་དེ་གི་ལ་ཡང་ག་ཞེས་གར་བསམ་བཏང་གི་ཡོད་རེད་ཏིང། གཟུགས་པོ་དེ་དེའི་དེ་ཡོད་རེད། མིག་དེ་ང་ལ་བལྟ་གི་ཡོད་རེད། ཨམ་ཅོག་དེ་དང་སེམས་དེ་ཕྱི་ལོགས་ལ་ཡོད་རེད་ག་ཞེ་ཡང། གཟུགས་པོ་དེ་མིག་དེ་ང་ལ་བལྟ་གི་འདུག་ཨ་གཟུགས་པོ་ནི་དེའི་འདུག་ཨ་སེམས་དེ་ག་བ་ཡོད་རེད། སོ་སོའི་དེ་འདྲ་དེ་ས་ཉལ་ས་དུ་བ་ཡང་ན་སོ་སོའི་ཁང་པ་ཡང་ན་བ་ས་དེ་འདྲའི་ལ་མར་འགྲོང་གི་འདུག་དེ་ཡིན་ཙང་རྣམ་རྟོག་ཟིན་གི་དེ་འདྲ་རེད་ད། རྣམ་རྟོག་གི་སོ་སོ་འཕྲོ་བརླག་དང་གི་རེ་དེ་འདྲའི་གྲངས་མང་དྲག་ཕྲན་ཀུན། དེ་ནི་གར་བྱེད་བོར་འདི་འདྲའི་རྣམ་རྟོག་མང་པོ་ཡོད་དོ། རྣམ་རྟོག་ཕྲད་ཀྱི་རྣམ་རྟོག་དེ་ཡང་མི་རྟག་པ་ཡོད་དེ་འདྲའི་རྣམ་རྟོག་དེའི་ཚུལ་དུ་སྐྱེ་གི་འདུག་ཨ། དེ་ཡང་མི་རྟག་པ་རེད་དོ། སེ་སྒོམ་གོ་རེ་རྣམ་རྟོག་སྐྱེ་ཚེ་གང་པོ་ཆོས་མེད་པ་ཅི་གོ་རེ་ཨ་དེ་ལ་སྙིང་པོ་ཡོད་མ་རེ་ཨ་བསམ་གོ་རེ། ཞེས་རྣམ་རྟོག་སྦྲང་མ་འདི་སྐྱེ་གི་འདུག་བ། ད་ནི་ང་ཁང་པ་ལ་འགྲོ་གི་ཡིན་བསམ་པ་ཡིན་ན་རྣམ་རྟོག་རེ་ག་ངའི་ཆོས་ཡོད་མ་རེད་དེ་ལ་ན་ཁང་པ་ལ་འགྲོ་བསམ་པ་ནི་ཅི་ཧ་ལས་ཡོད་རེད་འོ་ཅི་གང་རེད་མི་འདུག་དེ་ཡང་མི་རྟག་པ་རེད་དེ་ན་ངའི་དྲན་པ་རེད་དེ་ཡིན་ནའི་ང་དེ་ལ་ཆགས་ཞེན་གལ་མེད་རེ་དོགས་གལ་མེད་བསམ་དགོས་རེད་དེ། འོ་དེ་མི་རྟག་པ་ཡིན་པས་ཅིར་འགྱུར་ལྟོས་མེད་དེ། འོ་དེ་དེང་སང་རྣམ་རྟོག་དེ་ཚོ་མི་རྟག་པ་རེད། ག་རེ་ཆགས་གྲོགས་ཡོད་མེད་ཧ་གོག་མ་རེད་ཁྱེད་རང་གི་འདི་བསམ་བློ་དེ་ལ་དྲན་རྒྱུ་དེ་ཡག་པོ་དྲན་པ་རེད་དེ་གཅིག་བྱས་ན་དམ་བཅའ་ཡོང་ནའི་ཧ་གོག་མ་རེད་ཟེར་བ་དེ་འོ་དེ་ཡིན་ཙང་རྟག་པ་བདེན་པ་མི་འདུག་ཟེར་སྔོན་ཉེ་བར་དགྲར་ལངས་པའི་མི་ཞིག་གིས་འོ་ད་དེ་དཔེ་ཞིག་བཤད་ཀྱི་འདུག་དེ་ལོ་རྒྱུས་སུ་འདྲ་ཅི་རེད་དོ། སྔོན་ཉེ་བར་དགྲར་ལངས་པའི་མི་ཞིག་ཕྱིས་སུ་ཆོས་སྒོར་ཞུགས་ནས་དཔེར་ན་ཉེ་བའང་སྲིད་དུས་སྐབས་ན་སྔོན་མ་དཔེར་ན་ཁོ་རང་སྤུན་རྒྱག་བྱེད་ཀྱིན་རེད་མི་གཅིག་ཁོ་རང་གི་སྤུན་རྒྱག་མཉམ་དུ་འཁྲུག་པ་ཤོར། ཡང་ན་ཁོ་རང་གི་གྲོགས་པོ་ཉེ་བ་ཞིག་མཉམ་དུ་འཁྲུག་པ་ཤོར། ཁོ་གཉིས་དགྲ་ནང་བཞིན་ཆགས་བ་དང། འོ་དེ་ནི་དགྲ་ནང་བཞིན་ཆགས་དེ་གའི་མི་དེ། ཁོ་ཆོས་ལ་ཕྱིས་སུ་ཆོས་ལ་ཞུགས་ཟེར་ཁོ་ཕྱིས་སུ་དེ་ནི་ཆོས་ལ་བ་སྙིང་པོ་ག་ཚོད་རེ་བསྐོར་བ་དེ་ལ་སྐྱོ་ཤས་ཅིག་སྐྱེས་ནས་ཁོ་ཆོས་ཀྱི་ལམ་ལ་ཞུགས་ནས་ཆོས་བྱེད་པར་བསྐོས། སྒྲུབ་པ་བྱེད་པའི་དགེ་སློང་དང་པ་ཞེས་བྱ་སྟེ་འོ་ཁོས་སྒྲུབ་པ་ཉམས་ལེན་བྱེད་དུས་ག་ལ་ཁོའི་མིང་ལ་དགེ་སློང་དང་པ། དེ་འདྲའི་མིང་ཐོགས་པ་རེད་ད་གོ། དང་པོ་ཁོ་ཁོ་རང་སྙེམ་དུ་གྲོགས་པོ་སྙེམ་དུ་བསྡད་ཡོད་རེད་ཁོ་གཉིས་དཀྲུག་པ་ཞོར་སྦྲ་ནང་ཞིག་ཆགས་པ་རེད་དེ་ནས་ཁོ་ངེས་ཆུང་སྐྱེས་ནས་ཨ་ཆོས་ཁྱོད་ནི་མི་འདུག་ངའི་གྲོགས་པོ་དེ་འདྲས་ཀྱིས་ང་ལ་མགོ་བོ་བཏང་སོང་བསམ་ནས་ཁོ་ཆོས་ལ་ཞུགས་པར་བརྟེན། ཆོས་ལ་ཞུགས་དུས་གང་ལ་ཁོ་དགེ་སློང་ཆགས་ནས་པའི་མོས་ཚུལ་ཡག་པོ་ཆགས་པར་བརྟེན། ཡག་པོ་ཆགས་ནས་གྲུབ་པ་ཐོབ་བརྟེན་རླུང་སེམས་ལ་རང་དབང་ཐོབ་ནས་ནམ་མཁར་འཕུར་ནུས་ཙམ་ན་སྟེ། རླུང་དང་སེམས་ལ་རང་དབང་ཐོབ་སོང་བ་དེ། སེམས་ལ་རང་དབང་ཐོབ་ཟེར་དུས་གང་ལ་སེམས་ག་རེ་དྲན་ཚད་གང་པོ་ཐམས་ཅད་བསམ་དོན་བསམ་ཚད་གང་པོ་ཐམས་ཅད་འགྲུབ་གི་ཡོད་རེད་རང་དབང་ཐོབ་སེམས་དེར་དེ་ནུས་པ་ཆེན་པོར་བརྟེན་བསམ་དོན་ལྷུན་གྱིས་ང་ཚོ་བསམ་པ་ལྷུན་འགྲུབ་དོན་གི་ཡོད་རོགས་བསམ་དོན་ལྷུན་གྱིས་འགྲུབ་རོགས་གོ་ལ་ག་རེ་བསམ་པ་དེ་འགྲུབ་གི་ཡོད་རེད་འོ་དེ་འདྲས་ཡོད་དེ་འགས་དེ་ནི་རླུང་རླུང་ལ་ཡང་གོ་ལ་ནུས་པ་ཐོབ་ཡོང་དུས་ག་ལ་བར་སྣང་ལ་ཕུར་ཡས་ཀྱི་ནུས་པ་ཆེན་གོ་ཕུར་ནི་འགྲོ་གི་ཡོད་རེད་ལབ་རེད་མི་དེ། འོ་དེ་འདྲའི་ཕུར་སྒྲོན། ནམ་མཁར་ཕུར་བཙའ་ན། ཉིན་གཅིག། གཏོར་ཟན་ཟ་བ་ལ་ཕུག་རོན་མང་པོ་འདུས་པས་ང་ལ་འདི་ལྟ་བུའི་དམག་སྡེ་ཡོད་ན་དགྲ་བོ་དེ་རྣམས་ཚར་གཅོད་ནུས་སྙམ་པའི་རྣམ་རྟོག་ངན་པ་ཞིག་ལམ་དུ་མ་བསླངས་པས་རེད། འོ་དེ་རེད་ད་ཁོ་དེ་འདྲའི་བྱིས་པ་ནམ་མཁའ་ལ་ཕུར་གཡས་ཀྱི་ནུས་པ་དེ་ལས་རླུང་དང་སེམས་ལ་རང་དབང་ཐོབ་དུས་གང་ལ་ནམ་མཁའ་ལ་ཕུར་གཡས་ཀྱི་ནུས་པ་ལས་དེ་འདྲའི་ཕུར་སྒྲོལ་བའི་ཉི་མ་གཅིག་ཁོ་རང་གི་གཏོར་མ་དེ་འདྲའི་མང་པོ་དང་གཏོར་མའི་གི་སེ་འདྲ་ཕྱི་ལོགས་ལ་གཡུག་བཞག་ཡོད་གྱུར་བ་ཨོ་དེ་གཏོར་མ་དེ་ཚོ་ཟ་ག་ལ་ཕུག་རོན་དེ་འདྲ་མང་པོ་ཞིག་བསླས་བ་རེད་ཟེར་བ་རེད། ཕུག་རོན་དེ་འདྲ་མང་པོ་བསླས་ནས་ཕུག་རོན་དེ་པད་མ་བརྒྱ་གྲངས་མང་པོ་བསླས་ཡོད་རྒྱུ་རེད་པ་གས་ཟ་ག་དེ་འདྲ་བསླས་ཡོད་ནི་ཁོ་ཁོ་དེ་ལ་བལྟས་དུས་ནམ་མཁའ་ལ་ཕུར་ཁེ་ཕུར་ཁེ་ལ་ཁོ་དེ་མཐོང་བ་རེད། དེ་མཐོང་དུས་ག་ན་ལམ་སང་སེམས་ནང་ལ་མ་རུང་བ་ཞིག་དྲན་པ་རེད་སྡུག་ཅག་ཅིག། ཨ་མ་དེ་ནང་བཞིན་ཕུག་རོན་དེ་མ་བརྒྱ་གྲངས་མང་པོ་འདུག་འདི་ནང་བཞིན་ང་ལ་དམག་མི་བརྒྱ་གྲངས་མང་པོ་ཡོད་ན་ད་ངའི་དགྲ་དེ་གས་དེ་ཐ་མ་སྐད་ཅིག་གཅིག་ལ་བསད་ཐུབ་ཀི་རེད་བསམ་པར་ཁོས། ད་དེ་ཟེར་དུས་ག་ན། མི། བོད་པའི་གཏམ་དཔེ་ལ་ག་རེ་ཡོད་རེད།

མི་དེ་ལ་ང་ལ་འདི་ལྟ་བུའི་དམག་སྡེ་ཡོད་ན་དགྲ་བོ་དེ་ཙམ་གྱིས་ཚར་གཅོད་ནུས་སྙམ་པའི་རྣམ་རྟོག་ངན་པ་ཞིག་ཁོ་ལ་སེམས་ལ་འདི་སྐྱེས་པ་རེད། སྐྱེས་པ་རེད་དེ་ལམ་དུ་མ་ལོང་མ་ལངས་པས། ལམ་དུ་མ་ལངས་པས་སུ་དེ་ལམ་འགྲོ་མ་རྒྱུ་བ་རེད་གསུངས་ལམ་དུ་མ་སོང་བར་དེ་ལམ་དུ་མ་སོང་ནས་གར་བྱེད་པའི་ཕྱིའི་ཡུལ་དུ་བབས་ནས་དེ་ནམ་མཁའ་ལ་ཕྱིས་སུ་ཁོ་རང་གི་ཁང་པ་ཡུང་བ་དེ་ན་ལ་མ་ནམ་མཁའ་ལ་ཕུར་སྐད་བསྒོ་སྟེ་བབས་སོང་རོ། བབས་འགྲོ་དུས་གང་ལ་རྗེས་མ་ཁོ་གར་བྱེད་རོ་དམག་དཔོན་བྱེད་པ་ཞིག་བྱུང་བ་ཡིན། དམག་མི་དཔོན་པོ་བྱེད་པ་རེད་གསུངས། ད་དམག་མི་ཚོས་སྡིག་པ་ཡང་ཡང་བྱས། སྡིག་པས་ལ་ད་ད་ཕྱིན་ནམ་མཁའ་ལ་ཕུར་བའི་ནུས་པ་ཆེན་པོ་བྱུང་སོང། ད་རྗེས་མ་དམག་དཔོན་བྱེད་དེ་ལམ་འགྲོ་མ་བྱེད་བསོད་ནམས་ཟད་པའི་རྟགས་རེད། གང་ཟེར་ན། ཨོ་ཕུག་རོན་འདི་འདྲའི་མང་པོ་ཞིག་མཐོང་དུས་གང་ལ་ཨོ་དེ་ནང་བཞིན་གྱི་ང་ལ་དམག་མི་མང་པོ་བྱུང་ན་ད་ངའི་དགྲ་དེ་གས་ཐམས་ཅད་དེ་སྐད་ཅིག་གཅིག་ལ་བསད་ཐུབ་ཀི་རེད། བསམ་པའི་བསམ་བློ་འཁོར་བ་དེ་བསམ་ངན་འཆར་བར་བ། བསམ་ངན་འཆར་དུས་གང་ན་ད་གཟོད་དེ་ཟད་པའི་རྟགས་རེད་དེ་ཀུན་མ་བབས་ཡོང་དུས་ཀུན་མ་གོན་བྱེད་དགོས་ཐུག་རེད་གསུངས་ཏེ། དེ་བཞིན་དུ་འཕྲལ་དུ་བླ་མ་དང་དགེ་བའི་གྲོགས་པོའི་རྐྱེན་ལས་འོ་དེ་ད་ཟི་ཡ། སྐབས་སྐབས་ལ་འཕྲལ་དུ་ཟེར་དུས་གང་ན By chance ཐོབ་རྒྱག་རྐུ་རྒྱག་དེ་འདྲས་ལ Suddenly འོ་དེ་འདྲའི་སྐབས་ལ་འཕྲལ་དུ་བླ་མ་དང་དགེ་བའི་གྲོགས་པོའི་རྐྱེན་ལས་སྐབས་འགའ་ལ་བླ་མ་ཡང་དག་གི་བ་དེ་འདྲས་སོ་སོ་མཇལ་སོང་བ་རེད་ཡང་ན་ནི་དགེ་བའི་གྲོགས་པོ་དེ་ཆོས་ལམ་འགལ་དེ་འདྲས་གྲོགས་པོ་དེ་འདྲས་མཉམ་འགྲོགས་ཐུག་བ་རེད་དེའི་རྐྱེན་བྱས་ནས་ཆོས་ཀྱི་སྣང་བ་ཙམ་ཐོབ་ཀྱང་ཟེར་འོ་དེའི་རྐྱེན་བྱས་ནས་ཁྱེད་རང་གི་སེམས་དེ་ན་ཨོ་ང་ཆོས་བྱེད་དགོས་འདུག་ཟེར་བླ་མ་དེ་བྱས་ཡོང་དུས་གང་ལྟ་ཁོའི་སེམས་ཀྱི་ནང་ལ་ཆོས་བྱེད་དགོས་འདུག་དྲན་གྱི་ཡོད་རེད་འདི་ཡག་པོ་རེད་དོ། དགེ་བའི་གྲོགས་པོ་ཞིག་ཐུག་ཡོང་དུས་གང་ལ་ཁོས་བསླབ་བྱ་བརྒྱབ་ཡོང་དུས་གང་ལ་ཁོའི་སེམས་ཀྱི་ནང་ལ་ང་ཆོས་བྱེད་དགོས་འདུག་བསམ་པ་དེ་ཚོ་དྲན་གྱི་ཡོད་རེད་ཟེར་ལབ་པ་དེ། འོ་དེ་འདྲའི་དྲན་མི་དེ་སོ་སོའི་སྐྱེ་བོའི་འདུ་ཤེས་ལ་རྟག་པ་བརྟན་པ་མེད་པར་རང་རང་སྒོ་ཉི་མ་ཆོས་ཀྱིས་སྟོན་ཏེ། འོ་དེ་ཡིན་ཙང་ད་འདི་དེ་ག་སོ་ཆོས་བྱེད་དགོས་འདུག་བསམ་པའི་སྣང་བ་ད་སེམས་ཀྱི་ནང་ལ་ཤར་གྱི་ཡོད་དེ། ཡིན་ན་ཡང་སོ་སོའི་སྐྱེ་བོ་རེད་ད་སེ་ང་ཚོ་འཕགས་པའི་གང་ཟག་མ་རེད། རྒྱུ་མཚན་དེ་ཡི་ཕྱིར་ད་ཕྱིན་ཆོས་ཀྱི་སྣང་བ་བླ་མ་དམ་པ་ཅིག་བྱས་དགེ་བའི་གྲོགས་པོ་ཅིག་བྱས་ཆོས་ཀྱི་སྣང་བ་ཅུང་ཟད་ཤར་ཡོང་དུས་གང་ན་ཡང། བསམ་བློ་དེ་བསྒྱུར་ཆོག་ཆོག་ཡོད་ར་ད་རྟག་པར་བདེན་པ་ཡོད་མ་ར་ད་དེ་ལ་མགོ་མགོ་མ་དོ་མགོ་མ་འཁོར་མ་དོ་ཟིག་གོ་རེ་མགོ་འཁོར་སོང་ན་ཨ་ད་ཆོས་ཆོས་མི་འདུག་ང་ཆོས་ཆིག་མེད་ཟེར་ན་མགོ་འཁོར་ར་བ་དང། ད་ཆོས་དེ་འོ་དེ་ཡང་དག་པར་བྱའོ་ཆོས་བླ་མ་དམ་པ་མཇལ་ཡོང་དུས་གང་ཆོས་ཀྱི་བྱེད་བློ་ཅིག་བློ་ལ་གཏད་ཚུལ་སྐྱེ་བ་དེ་ཡང་ཡག་པོ་རེད་འདུག་བ། ཡག་པོ་ཡིན་པ་དེ་ཡང་ཡང་དག་པར་བདེན་པ་ཡོད་མ་རེད་འདུག་བྱ་ཆགས་སྲིད་ཀྱི་རེ་དྭགས་ཟབ་ཟབ་བྱེད་མ་གཏོགས་གསུང་དགོས་རེད་དེ། འོ་དེ་ཆོས་ཀྱི་སྣང་བ་ཙམ་ཐོབ་ཀྱང་སོ་སོའི་སྐྱེ་བོའི་འདུ་ཤེས་ལ་རྟག་པ་བརྟེན་པ་མེད་པས་རང་མགོ་ཉིད་མ་ཆོད་ཀྱི་དོན། འོ་ད་རང་མགོ་ཉི་མ་ཆོས་ཀྱི་སྟོན་ཟེར་དུས་གང་ན་སོ་སོའི་མགོ་དེ་ཆོས་ཡང་དག་པ་བྱེད་ཅིག་ལ་བ་མགོ་སྟོན་དགོས་རེད་གོ་ད་དོན་དག་དེ་རེད་ཉི་མ་ཟེར་དེ་ཡ་གི་བར་སྣང་གི་ཉི་མ་དེ་ལ་གོ་གི་ཡོད་ཀྱི་མ་རེད་དེ་དེ་ག་རེ་གོ་གི་འདུག་ཟེར་ན་རང་མགོ་ཉི་མ་ཆོས་ཀྱི་སྟོན་ཟེར་ན་དུས་ཚོད་དེ་ཉི་མ་ཟེར་དེ་ཨོ་དེ་རིང་གི་ཉི་མ་ཟེར་གི་མི་འདུག་འོ་དེ་འདྲ་བོ་རེད་ཅིག་རེད་ཨོ་འདི་དུས་ཚོད་འདི་ཆོས་ལ་བ་ཀྱེ་བསམ་བློ་གཏང་དགོས་ཀྱི་རེད་ཟེར་དགོས་ཏེ། རང་མགོ་ཉི་མ་ཆོས་ཀྱིས་བཏོན་ཏེ་ཚེ་དང་སྒྲུབ་པ་སྙོམས་པ་ཞིག་བྱེད་དགོས་སྙམ་དུ་བསམ་མོ་སྟེ་ཚེ་དང་སྒྲུབ་པ་ཉམས་པ་ཟེར། སྐུ་ཚེ་འདི། ཁ་ཤས་འདི་འདྲས་ཡོང་གི་འདུག་ཨ་སྐྱེ་བོ་དམ་པ་དེ་འདྲས་ག་བ་ཡོད་རེད་སེ་དུས་གང་ལ་དཔེར་ན། འདི་ཡི་ཁར་སོགས་རེད། རྒྱལ་སྲས་ལག་ལེན་སོ་བདུན་མ་འདུག་ཨ། རྒྱལ་སྲས་ལག་ལེན་སོ་བདུན་པ་དེ་བརྩམས་མཁན་དེ་བརྒྱ་ཕྲག་བཅུ་བཞི་ལ་བོད་ནས་ལོ་དྲུག་རྐྱང་ཙམ་གྱི་སྔོན་ལ་བྱུང་བ་དེ་བོད་གངས་ཅན་ལྗོངས་ལ། ཆོས་རྗེ་ངོ་མཚོ་ཡིན་ན། ཀུན་མཁྱེན་ཀློང་ཆེན་རབ་འབྱམས་པའི་སྐུ་དུས་དང་རྗེ་ཙོང་ཁ་པ་དང་སྐུ་དུས་འོ་དེའི་ཕ་དག་དུས་ཚོད་དེ་བ་འདྲ་བོ་འདྲ་བོ་རེད། འདི་རྒྱལ་སྲས་འཕགས་པ་ཐོག་མའི་ཟིན་གྱི་དེ། ཁོང་གིས་རྒྱལ་སྲས་ལག་ལེན་སོ་བདུན་པ་དེ་ཁོང་གིས་བརྩམས་སོང་བ་རེད། འོ་ཁོང་དེ་འདྲས་ཀྱི་རྒྱལ་སྲས་བྱང་ཆུབ་སེམས་དཔའ་གི་དེ་སྤྲུལ་པ་དེ་འདྲས་བྱང་ཆུབ་སེམས་དཔའ་ཞིག་རེད་འདུག་ག། དུས་དང་རྣམ་པ་ཀུན་ཏུ་བལྟས་ནས། མི་གཞན་ལ་ཕ་ཕན་པ་རྐྱང་རྐྱང་བྱམས་སྙིང་རྗེ་གིས་ཏེ་སེམས་ཅན་ཚང་མ་ལ་རོགས་པ་བྱེད་མཁན་ཤ་སྟག་ཅིག་ཆུན་ཆུན་དགའ་ནས་སྤུགས་ཏེ། དེ་འདྲ་ཁ་ཤས་ཆུན་ཆུན་དགའ་ར་ནས་མ་འདྲ་བ་ཡོད་དེ། ལམ་སང་ཧ་གོ་རེ་གོ་ཡག་པོ་ཡོད་མེད་དེ། ཆུན་ཆུན་དགའ་ར་ནས་དེ་སྤུན་ཟླ་དེ་རྒྱལ་སྲས་ཐོག་མེད་དེ་སྤུགས་ཆུན་ཆུན་གི་ཕ་ཆེ་ད་གོམ་པ་སྤོས་ཐུགས་སུ་དེ་འདྲའི་ག་རེ་ཡིན་གྱི་རེད་ཨ་མ་དེ་གི་སྤུགས་ཆུན་ཆུན་དེ་ལ་དོགས་སློག་ཅིག་དོགས་སློག་ཟག་པ་ཅིག་གཡོག་འདུག་ཨ། རྒྱལ་སྲས་འཕགས་པ་ཐོགས་མེད་ལ་དོགས་སློང་གཡོག་དུས་དགའ་ན་ཁོ་ཕྱིར་ལོག་ལ་མ་བཙལ་མ་བཙལ་ག་ཕྱིན་སོང་ཟེར་སྦུག་སྟེ། ཡང་ཡོང་དུས་དོགས་སློང་ཚང་མ་སྤེལ་ནས་དམག་རང་གི་ཡར་ཡོང་དགོས་རེད། ཨ་མ་དེས་ཡ་མཚན་དོགས་སློང་ག་བ་ཟེར་དུས། ང་ག་དུས་ན་ངས་མི་གཅིག་མཐོང་ཚོད་ཁོ་ལ་དོགས་སློང་མི་འདུག་ཁོ་ལ་བལྟས་པ་ཡིན་གསུངས། ཆོས་འབྱུང་སྐག་རག་ནས་དེ་འདྲ་བྱ་མི་འཇུག་སེམས་པ་སྦྱིན་པ་བཏང་ཡ་ལ་དགའ་ལ། ཨོ་བདེ་འདྲེ་ཡོད་དེ་འགའ་ཞིག་བྱང་ཆུབ་སེམས་དཔའ་བསམ་གྱི་མེད་ཀྱང་མི་རྩེ་མོ་རྩེ་དུས་གང་ལེན་སོ་སོ་ཤོར་བ་རྐྱང་རྐྱང་གཅིག་རེད་མི་གཞན་དག་ཤོར་སོང་ན་ཐུགས་ཕམ་གི་རེད་གཞན་དག་ལ་ཐོབ་བཅུག་གི་རེད་རྩེ་མོ་རྩེ་དུས་གང་ལེན་ག་དུས་ཡིན་ན་དེ་སྦྱིན་པ་བཏང་ཚེ་ཁོ་རང་ལ་མི་དེ་འདྲེ་གི་ཞལ་ལག་དེ་འདྲེ་ཕུལ་བས་ན་དེ་ལྟ་བ་བློ་འགེལ་དེ་འདྲེ་ལས་སོང་ན་ཁོ་རང་གྲོགས་པོ་སྟོང་པ་ཡིན་ན་ལམ་སང་དེ་ལ་གནང་ཞིང་དེ་འདྲེ་ཤ་སྟག་བཀོད་ཚེ་དེ་ལ། དེ་ནི་ཁ་ཤས་ཀྱིས་དེ་འདི་ལབ་པ་རེད་ཟེར་ག་གཟུགས་རེད། སློབ་མ་དེ་ཚོས་ཁོ་རང་ལ་ག་རེ་ཡོད་པ་དེ་གལ་ཏེ་མི་དེ་འདྲས་ཀྱིས་གསེར་དངུལ་དེ་འདྲས་ག་རེ་ཕུལ་བ་ཡིན་ན་ཡང་མི་ཆེན་འདྲ་རོགས་པ་ཅིག་འདི་བླ་མ་ཆེ་ག་ལས་སོང་ན་ཡང་དེ་ལ་གནང་བཞག་གོ་སོང། དེ་འདྲས་གནང་ཡོང་དུས་གང་ལ་དེ་ནི་ཁོང་གིས་སློབ་མ་ཁོ་རང་སློབ་མ་དེ་འདྲས་མང་པོ་ཡོད་རོགས་སློབ་མ་དེ་ཚོས་བླ་མ་ལ་ཞུས་པ་རེད་ཟེར་ཏེ་འབག་པ་ཐོང་རྒྱལ་སྲིད་ཐོག་མེད་ལ། ཨ་ཙི་ད་དེ་འདྲས་དེ་གནང་ན་དེ་ང་ཚོ་དེ་ག་གཟུགས་རེད་དགོན་པར་བཤད་མགོ་རེ་གཡས་ཕྱི་གུ་རེ་མལ་ཕྱི་གུ་རེ་དེ་འདྲས་སྒུག་གི་འདུག་ཨ་དེ་འདྲས་མ་གནང། ལབ་བཞག་ཞུས་པ་རེད། སྐབས་འགའ་ལ་དེ་ཁོང་དེ་སེང་གེ་མི་འདོར་བྱུང་ནས། མི་གཞན་དག་ལ་ཕན་པོ་རྐྱང་རྐྱང་སྤྲོད། དེ་ནས་ཉི་མ་གཅིག་ཁོང་ཚོས་གི་ཡག་ཞུ་བ་དེ་ནས་ད་བླ་མ་གཞན་དག་ནང་བཞིན་ཁྱེད་རང་གི་དབང་དེ་འདྲས་བསྐུར་ན་ཆོས་དེ་འདྲས་བཤད་ན་མི་མང་པོ་བྱས་ནས་དཔེ་ཤག་བཟོས་ན་ཡག་པོ་མ་རེད་བས་ཞུས་པ་རེད་ཟེར་ཁོང་ལ་ཞུ་དུས་ཁང་ལ་ཨོ་འདི་ངས་གི་ངའི་ལས་ཀ་དང་བེད་མ་ཕྱིན་ཅི་ལོག་རེད་ཨ་གསུངས་རེས་ཁོང་གིས་དེ་འདྲས་ང་ཡོང་གི་མ་རེད་གསུངས་དེ་ནས་རྒྱལ་སྲས་ལགས་ལས་སོ་བདུན་པ་དེ་བཙོངས་པ་རེད་གསུངས་དེ། རྒྱལ་སྲས་ལག་ལེན་གསོབ་སྟོན་པའི་རྩོམ་སྟངས་དེ་འདི་རེད། འོ་ང་དེ་འདྲ་བྱེད་ཀྱི་མེད་གསུངས། སེམས་ཅན་ལ་ཕན་པ་ཅན་རྒྱང་བར་དུ་གནང་གི་མེད་གསུངས། གང་ལྟར་ཁོང་གིས་ཆོས་བྱེད་རྩེ་གང་པོ་རྟེན་འབྲེལ་བཏགས་ཡོད་པ་མང་པོ་རེད། དེ་ནི་ཁོང་ཚོས་དེ་བྱས་ལ་མི་གཞན་དག་བུ་སྟོན་རིན་པོ་ཆེ་འདིའི་སྐབས་དེ་བུ་སྟོན་རིན་པོ་ཆེ། བུ་སྟོན་རིན་པོ་ཆེ་དང་བླ་མ་མང་པོ་ཞིག་ཡོད་སར་བུ་སྟོན་རིན་པོ་ཆེ་སྙུང་རེ་ལབ་དུས་གང་ན་འཕགས་པ་ཐོག་མེད་དེ་རྒྱལ་སྲས་ཐོག་མེད་དེ་ལམ་སང་ཁོང་དགུན་དུས་ལ་ཕྱག་འདི་པ་གས་ལ་ཅིག་བཀའ་མོལ་ཞུ་ག་རེ་ཕྱིན་འདུག་བ་དེ་འདྲས་བྱས་ནས་ཁོང་གི་ན་ཚ་དེ་ཁོ་རང་བཤད་པ་རེད་ཟེར་གི་དེ་དེ་འདྲས་བྱས་ནས་དེ་དེ་འདྲས་སྙུང་གཞི་བྱས་ནས་བསྡད་འདུག་གི་ཕྱིར་དེ་མིའི་ན་ཚ་དེ་སོ་སོ་སུ་ལེན། དེ་འདྲས་སྙུང་གཞི་བྱས་བསྡད་དུས་གང་དེ་ནི་སློབ་མ་ཚང་མས་གི་དེ་ནི་ཞུ་བ་ནས་སྐུ་ཚེ་ཞབས་པད་བརྟན་རོགས་གནང་ད་ཁྱོད་དེ་འདྲས་མ་ཞུ་རོགས་གནང་ག་ཚོད་སྙུང་གཞི་མེད་པ་སྐུ་ཚེ་ཞབས་པད་བརྟན་རོགས་གནང་ཟེར་དུས་གང་དེ་ནི་དེ་འདྲས་སྐད་ཆ་ཤོད་དུས་གང་ལ་ཨོ་ད་ང་ཚེ་རིང་རིང་དུ་ཚེ་རིང་པོ་བསྡད་ནི་སེམས་ཅན་ལ་ཕན་གི་འདུག་ན་ནི་བསྡད་གི་ཡིན་གསུང་རོགས་གནང། ང་ཤི་ནི་སེམས་ཅན་ལ་ཕན་གི་འདུག་ན་ང་ཤི་གི་ཡིན་གསུང་རོགས་གནང། འོ་དེ་འདྲས་གསུང་གི་ཅི་རེད། དེ་ཐེངས་གཅིག་གར་གསུང་བར་ཟེར་སློབ་མ་ཚོས་ཀྱི་གསུང་ད་ག་ཤེད་ཀྱི་ད་མང་པོ་ཉུང་ཤིག་མང་པོ་བཤད་དུས་ག་འདྲ་ད་ཉེན་ཁ་ཚ་བོ་ཅིག་ཡོད་དུས་ག་ན་ཁྱེད་ད་དགོངས་པ་མྱ་ངན་ལས་འདས་སོང་ན་ཞིང་ཁམས་ག་བ་ལ་ཕེབས་ཀྱི་ཡིན་པ་ཞུས་པ་རེད་སུས་དེ་ཞིང་ཁམས་ག་བ་ལ་ཕེབས་ཀྱི་ཡོད་པ་སུས་དེ་ག་ང་དམྱལ་བ་ལ་འགྲོ་ནས་སེམས་ཅན་ལ་ཕན་གྱི་འདུག་ན་ང་དམྱལ་བ་ལ་སྐྱེ་བར་ཤོག་ཅིག་གསུང་བར་ཟེར་ལམ་སང། ང་ཞིང་ཁམས་ལ་འགྲོ་ནས་སེམས་ཅན་ལ་ཕན་གི་མི་འདུག་ང་ཞིང་ཁམས་ལ་མི་འགྲོ་བ་མི་སྐྱེ་བ་ཤོག་ཅིག་གསུངས་ལ་ཞིང་ཁམས་ལ་འགྲོ་ནས་སེམས་ཅན་ལ་མི་ཕན་ན་ང་མི་སྐྱེ་བ་ཤོག་ཅིག་གསུངས་དམྱལ་བ་ལ་འགྲོ་ནས་སེམས་ཅན་ལ་ཕན་གི་འདུག་ན་ང་དམྱལ་བ་ལ་སྐྱེ་བ་ཤོག་ཅིག་གསུངས་འོ་འདི་འདྲའི་ཤ་སྟག་ཅིག་སྐད་ཆ་ཆང་ཆུང་གསུངས་པ་དེ་ཁོང་གི་དེ་རྒྱལ་སྲིད་ལག་ལེན་སུབ་བསྟུན་པ་རྩོམ་ཡང་རྩོམ་ཡས་དེ་དེར་བསྟན་ཨ་མ་སྲིད་པའི་གཉེན་པོ་རེད་དོ། ཨོ་ད་ཚིགས་བཅད་ཤོ་ལོ་ཤོ་ལོ་ཀ་སུམ་ཅུ་སོ་བདུན་མ་དུ་ཡོད་མ་རེད་ད་དེ་འདྲས་ཤ་སྟག་ཅིག་བསམ་གྱི་མི་འཇགས་པ་ད་དེ་འདྲས་གང་ལྟར་རྒྱལ་སྲས་བྱང་ཆུབ་སེམས་དཔའ་ཞིག་རེད་ཨོ་འདི་སྐུ་ཚེ་དང་སྐུ་ཚེ་དང་སྒྲུབ་པ་མཉམ་པ་ཟེར་ནས་ཨོ་ད་མི་ཚེ་དེ་བྲག་ཕུག་གྱི་ལ་ཞུགས་ཏེ་མི་ཚེ་ཡག་འཁོར་ཡོང་གི་ཡོད་རེད་མ་གཏོགས་ཁོ་རང་བྲག་ཕུག་ལ་རྐྱང་རྐྱང་ཕེབས་དེ་འདྲས་གནང་གི་ཡོད་རེད་གཟིགས་འདུག་པ་རྫིག་པོ་ཆེ་ནས་ཞུ་བས་དེ་འདྲས་ཁྱོད་འདྲ་ཧྲ་གནང་གི་མི་འདུག་བ་ཨོ་དེ་དེ་གནང་ཤེས་རེད་སྐྱེས་བུ་དམ་པ་ཚོ་མང་ཆེ་བ་དེ་རེད་ད་རྫིག་པོ་ཆེ་གནང་རྫིག་པོ་གནང་གི་མ་རེད་ཚེ་དང་སྒྲུབ་པ་སྙོམས་པ་ཞིག་བྱེད་དགོས་སྙམ་དུ་བསམས། ངས་མི་ཚེ་འདི་འབད་ད་དུས་དང་རྣམ་པ་ཀུན་ཏུ་ང་སྒྲུབ་པ་ཉམས་ལེན་བྱེད་ཀྱི་སྒོམ་ཉམས་ལེན་བྱེད་ཀྱི་བྲག་ཕུག་ལ་བསྡད་ཀྱིན་དུས་བགྲོད་རི་བགྲོད་གངས་བགྲོད་དེ་ཚོ་ལ་སོང་ནས་ང་སྒོམ་ཉམས་ལེན་བྱེད་ཀྱིན་བསམ་པ་མི་ཚེ་འདི་དེ་འདྲས་སྐྱེལ་ཐུབ་པ་བྱེད་དགོས་རེད་དེ་འདྲས་བསམ་དགོས་རེད། དེ་ལྟར་དཔེ་དཔེ་དོན་དུ་མ་བསམས་ཀྱང་ཡག་གི་འོ་ད་དཔེ་དཔེ་དང་དོན་འདྲ་མ་འདྲ་མང་པོའི་སྒོ་ནས་སྲིད་པ་ཁམས་གསུམ་གྱི་འཁོར་བ་དེ་ཐམས་ཅད་མི་རྟག་པའི་རང་བཞིན་རེད་དོ་སྟེ་འཛི་པོ་ར་ཤེས་པ་རེད། ཡག་གི་སྲིད་པའི་རྩེ་མོ་ནས་མ་གི་དམྱལ་བའི་གནས་རིས་ཡན་ཆད་རྟག་པ་དང་བརྟན་པ་ཅུང་ཟད་ཀྱང་མེད་པའི་འཕོ་འགྱུར་འཕེལ་འགྲིབ་ཀྱི་རང་བཞིན་དུ་ཡིད་ཆེས་པར་བྱའོ། འདིར་དང།

རྒྱུ་མཚན་དེ་ཡི་ཕྱིར་སེམས་ཀྱི་ནང་ལོགས་ལ་ཡིད་ཆེས་བརྟན་པོ་བྱས་ནས་མི་རྟག་པ་སྒོམ་དགོངས་རེད་གསུངས་ཏེ། མི་རྟག་པ་སྒོམ་ཡས་དེ་དཔེ་མ་སྲིད་པའི་གནད་འགག་ཆེན་པོར་བསྟན། ཨོ། དེ་མཚམས་ཅུང་ཟད་ཀྱང་མེད་པར་འཕོ་འགྱུར་འཕེལ་འགྲིབ་ཀྱི་རང་བཞིན་དུ་འཕོ། ད་ལྟ་འཕོ་འགྱུར་སྲིད་དུས་གང་ལ་འགྱུར་བ་ཐེབས་མཁན་ཅན་སྐད་ཅིག་གིས་གཅིག་པར་བསྒྱུར་བ་ནི་སྐབས་འགར་ཡར་འཕེལ་འགྲོར་སྐབས་འགར་མར་རྡིབ་འགྲོ་གི་རེད་འོ་དེ་འདྲའི་གི་རང་བཞིན་ཞིག་རེད་དེ་ལ་པ་གར་སོགས་རེད་ཡིད་ཆེས་དགོས་གི་རེད་དེ་ལ་བློ་གཏད་རྒྱུ་ཡོད་མ་རེད་དེ་གིས་དེ་ལྟ་རྟག་པ་བསྟན་པ་ཡོད་མ་རེད་ང་ཚོ་དེ་ལ་བློ་གཏད་གི་ཡོད་དེ་བློ་གཏད་སྲིད་དུས་གང་དེ་ལྟ་དང། དཔེར་ན་ང་སྲིད་དུས་གང་ལ་ངས་བསམ་གི་ཡོད་ཁྱེད་རང་ཚོས་བསམ་གི་ཡོད་དེ། སང་ཉིན་ཤི་གི་རེད་བས་སམ། ཤི་གི་རེད་བསམ་གི་སུ་ཅིག་ཡོད་མ་ད་ད། འོ་དེ་འདྲས་ད། དེར་ལ་བློ་གཏད་གི་ཡོད་རེད་མ་ཏོ། དེ་འདྲས་བློ་གཏད་རྒྱུ་ཡོད་མ་རེད་སོང་སང་ཉིན་གི་ང་སང་ཉིན་རང་ཤི་ན་ཧ་གོ་མ་རེད་དེ་རིང་རང་ཆོས་བྱས་ན་མ་གཏོགས་ཡོང་ས་མ་རེད་བསམ་དགོས་རེད་ཟེར་ཏེ། གཉིད་ཉལ་ཁ་དྲོ་དུས་དགོངས་དག་མ་ཉལ་ཁ་དྲོ་ཨ་ཙི་ང་ཉལ་ཁ་དྲོ་ན་ང་ཤི་ན། དེང་སང་གཉིད་ཉལ་ལོང་མི་འདུག་ཟེར་ཆོས་བྱེད་དགོས་རེད་ཟེར་ཡར་ལངས་དོན་དག་དེ་རེད་ད། འོ་དེ་འདྲས་བྱས་དུང་གི་ཀ་ལ་ཀ་རས་ཅན་གི་ཀ་བ་ཅན་གི་དེ་ཡར་ཐར་པ་དང་ཐམས་ཅད་བྱེད་པའི་ས་ལ་གྲོང་ཁའི་ཤང་རྟ་ཞིག་རེད།